འདི། གོ་རྟོགས་ཀྱིས་སྤེལ་ཐུབ་ན་ཆུང་ང་ལ་མི་མང་ཚོ་ལ་གོ་རྟོགས་སྤེལ་ཐུབ་ན་ག་རེ་ག་རེ་བྱེད་ཀྱི་ཡོད་རེད་ཡང་དེ་ཚོགས་པ་འདྲ་མི་འདྲ་རེད། དེ་འདྲ་ང་ཚོ་འགོ་བཙུགས་ཚར་ས་ར་འདི་ཐེངས་མ་དང་པོ་ཆགས་བསྡད་རེད། ཆུང་མ་མ་འོངས་པའི་ང་ཚོའི་ཚོགས་པ་བཞི་འདྲ་འདྲའི་སྐད་གདངས་ནི་ཁོ་རང་ཚོ་གིས་འགྲེལ་བཤད་བརྒྱ་ཡོད་ད་ང་ཚོ་བོད་པ་ནང་ལོགས་ཚོགས་པ་ནང་ལོགས་བོད་པ་སྤྱི་ཚོགས་ནང་ལོགས་ལ་སུ་སུ་ཚོགས་པ་ག་རེ་ལས་འགན་ག་རེ་བྱེད་ཡོད་རེད་ང་ཚོ་གོ་རྟོགས་སྤེལ་ཐུབ་ན་ཡག་པོ་འདུག

གོ་སྒྲིག་གནང་མཁན་གྱི་གཙོ་སྐྱོང་པ་གིས་དབུས་པའི་ཨ་འདི་བརྒྱུད་ཅེས་ནས་ཨ་ནི་གསན་གཟིགས་གནང་མཁན་ཚང་མ་ལ་ཡ་ཨ་ནི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡས་ཡིན། ད་ད་རི་དེ་སོ་སོ་ཅར་ཡས་ཀྱི་ངོ་བོ་དེ་ད་ལྟ་ང་འདི་རྒྱལ་སྤྱི་དབུ་མའི་ལམ་གྱི་དབུས་རྒྱུན་ཅིག་ཡིན་པའི་ཐོག་ནས་ཨ་ནི་ཁ་སང་དབུ་མའི་ལམ་གྱི་ཚོགས་གཙོ་གིས་ཨ་ནི་དེ་ལ་ཆ་ཤས་ཀྱི་ཀླད་ཐོན་ན་ཡག་པོ་འདུག་གསུངས་བྱས་ནས། ཨ་ནི་འདུག་ད་ལྟ་འདུག་བྱ་བ་ཡིན་ཨ་ནི་ངའི་མིང་ལ་ཚེ་རིང་ཟེར་ནས་ཟེར་གྱི་ཡོད། ད་ལྟ་ང་དོན་གནས་འདི་ནེ་པཱལ་ནང་ལ་རེད། འོ་འདུག་ཟེར་ཡིན་ཨ་ནི་ད་ལྟ་ང་ཚོ། གཉིས་པ་དེ་ད་ལྟ་ང་ཚོ། དབུ་མའི་ལམ་མི་མང་ལས་འགུལ་ཁང་ཟེར་དེ་གི་ཐོག་ལ་ཚིག་ཁ་ཤས་ཅིག་ངོ་སྤྲོད་ཞུ་ན་བསམས་སོང། ད་དབུ་མའི་ལམ་མི་མང་ལས་འགུལ་ཁང་ཟེར་དེ་རྩ་བའི་ང་ཚོ། སྤྱིར་ན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ལྟར་ད་ང་ཚོའི་བོད་མིའི་སྒྲིག་འཛུགས་ཀྱི་གཞུང་དམངས་གཉིས་ཀྱི་སྲིད་བྱུས་འདི་དབུ་མའི་ལམ་ཆགས་བསྡད་ཡོད་རེད་ད། ཡིན་ན་ཡང་སྐབས་རེ་ང་ཚོས་དབུ་མའི་ལམ་ཟེར་དེ་ཨ་ནི་རྒྱ་མི་ལ་ལག་པ་ཟེར་ཡ་མ་གཏོགས་ལས་འགུལ་གང་ཡང་སྤེལ་ཡ་ཡོད་མ་རེད་ཐབས་ཤེས་གང་ཡང་ཡོད་མ་རེད་ད་ནི་དེ་རེད་རྒྱ་མིས་ག་རེ་གནང་གནང་དེ་རེད་ཟེར་ཡས་ཀྱི་སྤྱི་ཚོགས་ནང་ལ་དེ་འདྲའི་གི་བསམ་ཚུལ་ཅིག་སླེབས་ཀྱི་ཡོད་རེད། དེ་འདྲའི་གི་གནས་ཚུལ་དེ་དེ་འདྲ་མ་ཡིན་པ་དེ་ཆེད་དུ་ཨ་ནི་ཉིས་སྟོང། རྒྱའི་གི་ལོ་ལ་ཡང་ད་ལྟ་ང་རང་ཚོའི་སྤྱི་འཐུས་ཁ་ཤས་གཅིག་དང་ཨ་ནི་གཅིག་ལྷག་བསམ་ལྡན་པའི་མི་སྣ་ཁག་གཅིག་གིས་ཨ་ནི་ང་ཚོའི་ད་ལྟ་གཅིག་མི་མང་རང་གིས་རང་འགུལ་གི་ཐོག་ནས་དབུ་མའི་ལམ་ཟེར་གཅིག་བཙུགས་དགོས་ཀྱི་འདུག་ཟེར་ནས་ཨ་ནི་དབུ་མའི་ལམ་མི་མང་ལས་འགུལ་ཁང་ཟེར་གཅིག་ད་ཉིས་སྟོང་བརྒྱད་གི་ལོ་ལ་འདུག་ཟེར་ཉིས་སྟོང་བརྒྱད་གི་སྤྱི་ཟླ་གཉིས་པའི་ཚེས་བཅོ་ལྔ་ལ་ཡང་ཨ་ནི་དབུ་འཛུགས་བྱས་གནང་བྱས་ད་ཐོག་མར་མི་མང་འདུ་འཛོམས་བྱས་ནས་དེ་འདྲའི་ཐོག་ནས་ཨ་ནི་ཚོགས་ཆེན་གཅིག་གཏོགས་དགོངས་བཞེས་དེ་ནས་ཐོག་ནས་ཡང་ཨ་ནི་རྒྱུན་ལས་བདམས་བྱས་ནས་འདུག་ཚེ་ནི་ད་དབུ་མེད་ལ་མི་མང་ལས་འགུལ་ཁང་ཟེར་ཞིག་ཆགས་པ་རེད། ཨ་ནི་སོ་སོ་ཡིན་ན་སྐབས་དེ་གི་རྒྱུན་ལས་སྐབས་གཉིས་པ་དང། གསུམ་པ་དང་བཞི་པ་འདུག་ཟེར་ཆགས་བསྡད་ཡོད། ཨ་ནི་ཉིས་སྟོང་བཅོ་བརྒྱད་ཀྱི་ལོ་ལ་ཡང་ད་དེ་རྗེས་དབུ་མའི་ལམ་གྱི་ཐོག་ནས་ཚོགས་ཆེན། ད་རེས་དབུ་མའི་ལམ་གྱི་མི་མང་ལས་འགུལ་ཁང་གི་ཚོགས་ཆེན་ཞིག་འདུག་གོང་ན་རེད་ད་དེ་དུས་ག་ལ་ང་ཚོ་རྡ་རམ་ས་ལ་སྡོད་སྒར་ཚོགས་ཁང་ལ་ད་ཕལ་ཆེར་མི་དྲུག་བརྒྱ་ཙམ་ཞིག་འཛོམས་པ་རེད། ཨ་ནི་དེའི་ཐོག་ནས་ང་ཚོ་རྒྱུན་ལས་གསར་པ་བདམས་བྱས་ནས་ཨ་ནི་དེ་དང་ཆབས་ཅིག་ཨ་ནི་སྒྲིག་གཞི་ཁག་ཅིག་གཏན་འབེབས་གནང། དེ་དང་འབྲེལ་བའི་ཐོག་ནས་ཨ་ནི་དབུ་མའི་མི་མང་ལ་དབུ་མའི་ལམ་མི་མང་ལས་འགུལ་ཁང་ཟེར་ཏེ་ཨ་ནི་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་ཟེར་ཅེས་མིང་བསྒྱུར་གནང་རྗེས་ནས་དེའི་སྐབས་ད་ལྟ་སོ་སོ་དབུས་རྒྱུན་ཕྱག་བྱས་སྐབས་སྔ་བ་དེ་ཆེད་དུ་སུ་ཕྱག་བསྡད་ཀྱི་ཡོད། ཨ་ནི་དེ་ནས་བཟུང་སྟེ་ད་དབུ་མའི་ལམ་མི་མང་ལས་འགུལ་ཁང་ཞེས་ཀྱི་ད་ལྟ་ལས་ཁུངས་དེ་ད་ང་ཚོ་རང་ཚོ་ལ་ཡོད་པ་རེད། ད་འདི་གིས་ག་རེ་བྱེད་དགོས་ཟེར་ན་ང་ཚོ་འཚེ་བ་མེད་པ་འཚེ་མེད་ཞི་བའི་ལམ་ནས་ལས་འགུལ་ག་རེ་ནས་སྤེལ་ཆོག་གི་ཡོད་རེད། དེ་ག་རེ་ཟེར་ན་ང་ཚོས་ལས་འགུལ་ག་འདྲ་ཞིག་སྤེལ་བ་ཡིན་ན་ཡང་ལྟ་སྐོར་བཟང་སྤྱོད་དང་ལྡན་པ་འཚེ་བ་མེད་པ་བདེན་པ་དེ་འདྲའི་ཐོག་ནས་སྤེལ་ཆོག་གི་ཡོད་རེད་མ་གཏོགས། དབུ་མའི་ལམ་ཡིན་པ་ཙམ་གྱིས་ལས་འགུལ་གང་ཡང་སྤེལ་མ་ཆོག་པ་དེ་འདྲ་མ་རེད། ད་འཚེ་བའི་ངོ་བོ་དེ་དཔེར་ན་རྒྱ་མི་དཔོན་རིགས་ཀྱི་འདྲ་གཟུགས་མེད་ལ་བསྒྲགས་ཡས་དང་རྒྱ་མི་དར་ཆ་མེད་ལ་བསྒྲགས་ཡས་ལ་སོགས་པ་དང་ཁ་ངན་ཚིག་ཐུང་རྒྱག་ཡས་ལ་སོགས་པ། དེའི་གྲིག་འདི་ལྟར་ང་ཚོ་ཕ་ཕྱོགས་ལས་སེམས་པ་དཀྲུག་ཡས་ཀྱི་མ་ཐུག་ས་ལ་དོན་དག་ཐོན་ཡས་མེད་ད་དེ་འདྲའི་མ་ཡིན་པ་དེ་ལྟར་ང་ཚོས་ལས་འགུལ་དེ་སྤེལ་ཆོག་གི་ཡོད་རེད་ཟེར་ནས་ད་འདྲ་བར་དུ་སྡུགས་སུ་འགྲོ་བསྡད་ཀྱི་ཡོད་ཨ་ནི་ད་ལོ་ཕྱི་ཟླ་བཞི་པའི་ནང་ལ་ང་ཚོ་ད་རམ་ས་ལ་ཚོགས་ཆེན་འཚོགས་རྗེས་ནི། ད་དེ་ནས་ང་ཚོ་རྒྱུན་ལས་ཡང་གསར་པ་ཙམ་གྱི་ད་ལྟ་ང་དེ་གི་རྒྱུན་ལས་ཀྱི་ངོ་བོ་ལ་ཡོད་ཟེར་དེའི་ཐོག་ནས་ཞུགས་ཀྱི་ཡོད་ཟེར་དེ་ཞུས་ཡས་ཡིན། ད་དེ་ནས་ང་ཚོ་ད་རེས་སྐབས་སུ་བབས་པ་འདི་ང་ཚོ་ད་སང་ཉིན་ད་གསུམ་བཅུའི་དུས་དྲན་ཆགས་བསྡད་ཀྱི་ཡོད་རེད། ད་གསུམ་བཅུའི་དུས་དྲན་ཟེར་དེ་ང་རང་ཚོ་ཚང་མས་ཀྱི་ད་གསུམ་བཅུའི་དུས་དྲན་གྱི་ཉིན་མོ་ཅིག་སྲུང་བརྩི་ཞུ་བསྡད་ཡོད་རེད། དེ། གསུམ་བསྲེས་དང་བཅུ་བསྲེས་ཏེ་ཚང་མས་ངའི་གོ་གི་ཡོད་རེད་ད་ག་ཚོད་གསུམ་བསྲེས་ཏེ་སྤྱི་ཟླ་གསུམ་པ་བཅས་བཅུ་བསྲེས་ཏེ་སྤྱི་ཟླ་གསུམ་པའི་ཚེས་བཅུ་དེ་ག་རེ་བྱས་ནས་སྲུང་བརྩི་ཞུ་གི་ཡོད་རེད་ལབ་པ་ཡིན་ན། གསུམ་བཅུའི་དུས་དྲན་དེ་ང་ཚོའི་བོད་མིའི་རང་དབང་གི་ལང་ཟེར་གི་ཡོད་རེད་རང་དབང་གི་ལང་བསྲེས་ཏེ་ག་ནས་ཆགས་པ་རེད་ཟེར་ན། ད་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ལོ་ནས་བཟུང་ནས་རྒྱ་མི་དམར་བོའི་གིས་ཨ་ནི་རྒྱ་ནག་དམར་བོའི་སྲིད་གཞུང་འགོ་ཚུགས་པ་ནས་བཟུང་སྟེ་བོད་ལ་ཡ་ཨ་ནི་སྟོང་ཚུལ་བྱེད་ཡ་གི་ལས་འགུལ་འདི་བཙུགས་ཚར་བ་ཅིག་རེད་དེ་འདྲས་ཡིན་ཙང་གཅིག་སྟོང་དགུ་བརྒྱ། ལྔ་བཅུ་ཐམ་པའི་ལོ་ལ་ལྔ་བཅུ་ཐམ་པ་གྱི་སྤྱི་ཟླ་བཅུ་པའི་ཚེས་བདུན་ནས་བཟུང་སྟེ་ད་ང་ཚོས་དེའི་སྐབས་ཀྱི་གནས་སྐབས་ཀྱི་ས་མཚམས་སྲིད་བྱུས་ལ་འབྲི་ཆུ་ཕན་ཆོད་ཚུན་ཆད་བྱས་དེ་མིན་ཡ་ཨན་ས་ཁག་ལྔ་ནས་ཡང་རྒྱ་མི་དམག་དཔུང་གིས་བཙན་འཛུལ་བྱས་ནས་ཆབ་མདོ་བར་དུ་སླེབས། ཆབ་མདོ་བར་དུ་སླེབས་ཚར་ནས་ཨ་ནི་བོད་ཀྱི་མདོ་སྤྱི་ས་དབང་ང་ཕོད་ཨ་ནི་དོ་དམ་བྱས། དེ་འདྲའི་གནས་ཚུལ་ཅིག་གི་ཐོག་ནས་ཨ་ནི་ཅིག་བོད་རྒྱ་འབྲེལ་མོལ་ཡོང་ཡག་གི་ཐབས་ཤེས་ཅིག་འདུག་ཟེར་བྱས་པ་རེད་དེ་ཙམ་མ་ཟེར་རྗེས་ཨ་ནི་བོད་མི་བོད་གཞུང་གི་དེའི་སྐབས་ལ་ཨ་མི་རི་ཀ་དང་དབྱིན་ཇི་དང་རྒྱ་གར་དང་བལ་ཡུལ་དེ་ཚོ་ལ་ཡ་ཨ་ནི་ང་ཚོ་ལ་རོགས་རམ་བྱེད་རོགས་ཅིག་རྒྱ་མི་གིས་བཙན་འཛུལ་བྱེད་ཀྱི་འདུག་ཟེར་ནས་སྐུ་ཚབ་བཏང་ཡས་ཀྱི་ཨ་ཡི་གེ་ངེད་ལ་བཏང་ཡོད་རེད་མཉམ་འབྲེལ་རྒྱལ་ཚོགས་ལ་སྙན་ཞུ་ཕུལ་ཡོད་རེད་ཡིན་ན་དེའི་སྐབས་དེ་ལ་ཡ་ད་ཨ་མི་རི་ཀ་དང་དབྱིན་ཇི་གཞུང་གིས་ག་རེ་ལབ་པ་རེད་ཟེར་ན་ད་རྒྱ་གར་ལས་རང་བཙན་སྤྲོད་ཐབས་ཅིག་བྱས་ལ་ཡ་ཨ་ནེ་ཅིག་བོད་ལ་རོགས་པ་བྱས་ཏེ་ཡོང་ཐུབ་ཀྱི་མི་འདུག་ས་ཆའི་གནས་སྟངས་ཐོག་ནས་དེ་བཟོས་རེད་ཨ་ཨ་མི་རི་ཀས་དེ་དང་ཕྱོགས་མཚུངས་ཀྱི་ལབ་བསྡད་ཡོད་རེད་རྒྱ་གར་གཞུང་སྒེར་ས་ནས་ང་ཚོར་འདི་འདྲ་རང་བཙན་ཐོབ་མ་ཐག་ཡིན་ཙང་ཨ་ནེ་དྲག་པོའི་ཐོག་ནས་རོགས་རམ་བྱས་ཏེ་ཐུབ་ཀྱི་མི་འདུག་ཟེར་རེད་ཨ་ནེ་བལ་ཡུལ་གཞུང་དེ་བས་ཀྱང་རེད་དེ་འདྲ་ཡིན་ཙང་ད་རྒྱ་མི་གིས་བཙན་འཛུལ་བྱས་པ་དེ་ལས་བོད་ལ་ང་ཚོར་རོགས་པ་བྱེད་མཁན་སུ་གཅིག་ཡོད་མ་རེད་དེ་འདྲ་མེད་པའི་རྐྱེན་གྱིས་ད་འདོད་ན་མ་འདོད་ན་རྒྱ་མི་མཉམ་པོ་ལ་ཡ་མེད་རྩིག་མེད་དུག་གི་འབྲེལ་ལམ་ཞིག་བྱེད་དགོས་རྒྱུ་ད་ནི། ཨ་ནི་ཏཱ། གྲོས་མོལ་གནང་ཡས་ཀྱི་ཐབས་ཤེས་བྱས་ནི་ཏཱ། ད་ལྟ་རྒྱ་མིའི་ངོས་ནས་ཤེས་ཡས་བྱས་ན་དོ་དམ་འོག་ལ་ཡོད་པའི་ས་དབང་ང་བོད་ང་དབང་འཇིག་མེད་ལ་ཡ་ཨ་ནི་སྐུ་ཚབ་ཚོགས་པའི་གི་འགན་ཁུར་དེ་སྤྲད་དགོས་ཀྱི་ཡོད་ཟེར་ནས་དེ་འབྲེལ་གྱི་གནོན་ཤུགས་སླེབས་བྱས་ནི་ག་ད། ང་བོད་ཐེ་བའི་མིག་གཉིས། ཨ་ནི་བོད་བརྒྱུད་ནི་མ་ལྷ་པེ་ཅིང་ལ་འགྲོ་ཡས་དང་ཨ་ནི་ད་ད་ཁེ་མེད་སོ་ནམ་ཨང་དུས་གཙོས་པའི་མི་གསུམ། རྒྱ་གར་བརྒྱུད་ནི་ཧོང་ཀོང་བརྒྱུད་བྱས་ནས་མི། ད་ལྟ་རྒྱ་ནག་རེད་ཅེས་ད་ག་ཟླ་མཐའ་མ་འདི། གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་གི་སྤྱི་ཟླ་ལྔ་པའི་ཚེས་ཉི་ཤུ་རྩ་གསུམ་ཉིན་ག་དེ་བོད་བསྟུན་དོན་ཚན་བཅུ་བདུན་ཞིག་བཞག་དགོས་ཐུག་རེད་ད་དེ་རང་དབང་མ་རེད་བཙན་དབང་འོག་ནས་བཞག་རྒྱུ་རེད་བཙན་དབང་ག་འདྲ་ཟེར་ན་རྒྱ་མིའི་བཤད་ཕྱོགས་དོན་ཚན་དེ་ལ་ཁྱེད་རང་ཚོས་མོས་མཐུན་བྱེད་ན་བྱེད། དེ་བྱེད་གི་མེད་ན་ཨ་ནི་ང་ཚོའི་ས་མཚམས་ལ་ལྟར་བཏང་ཐེངས་གཅིག་རེད་ཨ་ཁྱེད་རང་ཚོ་མགྱོགས་པོ་ཕར་ལོག་ན་ཡག་གི་རེད་དེ་མེད་ན་ཕལ་ཆེར་བདེ་འཇགས་ལ་སྲུང་སྐྱོབ་ཐུབ་གི་མེད་ཟེར་དེ་འདྲའི་གི་ཉེན་བརྡ་ཞིབ་པོ་ཅིག་བཏང་འོང་དུས་ད་ཐ་མ་དེ་ཉིད་ནས་ཉིད་ལྟོས་བའི་སྐད་ཆ་བཤད་པའི་ཐ་མ་དེ་ད་དོན་ཚན་བཅུ་བདུན་ཟེར་དེ་ལ་མིང་རྟགས་མ་བཀོད་རང་བཀོད་ཅིག་ཐུགས་སུ་ཆགས་པ་རེད། ཡིན་ནའང་སྐུ་ཚབ་རྣམ་པ་ཚོ་གི་སོ་སོ་གི་དབང་ཚད་ཀྱི་ལས་གཏམ་རྣམས་ཕེབས་ཡོད་རེད་དེ་ང་ཚོ་ལས་གཏམ་ཁྱད་མེད་ཟེར་ནས་མེད་པ་ཡིན་ད་ཨ་ནི་རྒྱ་མི་གཞུང་གི་སྐབས་དེ་དུས་ཀ་ནས་ཨ་ནི་ཤིང་གི་དམ་ཕྲུག་ཟོས་ཅེས་ནས་ཁོ་ཚོ་ལ་རྒྱབ་བཅུག་དམ་ཁྲིག་ཚུ་ཚུ་ཚུད་མ་ཡིན་པའི་ད་ལྟའི་ཁུངས་སྐྱེལ་གར་སོང་ན་མིང་གི་དག་ཆ་ནོར་འཇོག་དེ་འདྲ་དངོས་སུ་མཐོང་ཡ་ཡོད་རེད་འོ་དེ་འདྲའི་རྐྱེན་པས་གང་ལྟར་དོན་ཚན་བཅུ་བདུན་དེ་རྒྱ་མི་གི་བཙན་དབང་འོག་ལ་བཞག་འཇོག་ཅིག་ཐུགས་སུ་ཆགས་བསྡད་ཡོད་རེད། ད་འདོད་ན་མ་འདོད་ན་དེ་ལ་ས་ཡིག་རྒྱག་དགོས་ཆགས་པ་དེ་འདྲའི་གནས་ཚུལ་གཅིག་གིས་རྐྱེན་པས། ཟླ་གང་ཟླ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་གི་སྤྱི་ཟླ་ལྔ་བའི་ཚེས་ཉི་ཤུ་རྩ་གསུམ་དེ་བོད་རང་བཙན་དེའི་ཉིན་ཁ་ཤོར་བ་རེད། དེ་ང་ཚོའི་ཚེ་བོད་ཆེན་དགུ་ཟླ་སུམ་ཅུ་དེ་འདྲའི་ཉིན་ཁ་རང་བཙན་ཤོར་སའི་དེ་འདྲའི་སྐབས་རེ་འགྲེལ་བཤད་དེ་འདྲ་རྒྱག་འདུག་སུ་མ་རེད། ང་ཚོའི་རང་བཙན་ངོ་མ་དེ། ལྔ་བཅུ་ང་གཅིག་གི་སྤྱི་ཟླ་ལྔ་བའི་ཚེས་ཉི་ཤུ་རྩ་གསུམ་ཉིན་ཁ་དེ་ཤོར་བ་རེད། ད་དེས་ན་ད་དེ་ནས་བཟུང་སྟེ་ད་ང་ཚོ་འདོད་ན་མ་འདོད་ན་རྒྱ་མའི་འོག་ལ་མགོ་འཁོར་རྒྱུ་ཅི་ལས་མེད་པ་ཡིན་ཙང། དེ་ནས་བཟུང་སྟེ་ད་ཐབས་ཤེས་ཡོད་རྒུ་རྩ་དཀྲུག་ཅིག་གནང་བ་རེད་རྒྱ་མའི་གཉེན་པོ་ལ་བསྟུན་མཁས་ཐབས་ཤེས་ཅིག་གནང་བ་རེད། དེའི་རྐྱེན་པས། ད་བཅུ་དང་བོད་ནང་ངའི་སྐད་ཆ་དེ་གོ་རིམ་རོ་གཅིག་འཁྲུགས་འདུག་ཏུ་ཨ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ཐམ་པོའི་ར་ལ་བོད་ལ་བཙན་འཛུལ་བྱས་ཚར་རེ་བྱས་ལ་ཡ། ཨ་ནི་དེའི་སྐབས་ཀྱི་ཨ་ནི་བོད་གཞུང་གིས་ད། གཅིག། བཀའ་ཤག་གི་ཐོག་ནས་རྒྱལ་བ་རིན་པོ་ཆེ་ལ་ཆབ་སྲིད་ཀྱི་ཐུགས་འགན་བཞེས་རོགས་ཟེར་གསོལ་བ་བཏབ་ཡོད་རེད། སྐྱབས་མགོན་རིན་པོ་ཆེ་དེའི་སྐབས་ལ་ང་ལོ་བཅུ་དྲུག་ཡིན་ཙང། ད་ལྟ་དུས་ལ་བབ་གིན་ད་ལྟ་བསྡད་གིན་མི་འདུག་འདས་པའི་སྐུ་གོང་མ་གཙོས་ཀྱི་དགོང་དྲོ་བཅོ་བརྒྱད་དང་ཉི་ཤུ་ལ་དེ་འདྲའི་ཐུགས་འགན་བཞེས་ཡོད་རེད། དེ་གཞི་བཟུང་བྱེད་གིན་ཡིན་ཟེར་ནས་སྐྱབས་མགོན་རིན་པོ་ཆེ་ཞལ་བཞེས་མ་གནང་དུས། བོད་ལྗོངས་ཚོགས་འདུ་ཆེན་མོ་སྐོང་ཚོགས་ཆེད་ཚོགས་འདུ་ཚོགས་ཆེན་གྱི་ཐོག་ནས་རྒྱབ་སྐྱོར་ཞུས། གཙོ་བོ་ད་ལྷ་སྡེ་མི་སྡེ་གཉིས་ཀ་གི་ཐོག་ནས

སྔོན་མ་ཐག་ཏུ་རྒྱ་གར་རིན་པོ་ཆེ་ལྷས་ས་ལ་བཞུགས་ལོན་མ་ཟིན་དུ་སུ་གྲོགས་མོ་ལ་ཚུར་ཉེན་གཡོལ་ཕྱིར་བསྐྱོད་ཐུབ་ས་གནང་བསྡད་པ་རེད་ད་དེའི་སྐབས་ལ་ཡ་ཨ་ནི་བོད་ལྔ་བཅུ་ང་གཅིག་གི་སྤྱི་ཟླ་ལྔ་བའི་ཚེས་ཉི་ཤུ་རྩ་གསུམ་ལ་གྲོས་མཐུན་དོན་ཚན་བཅུ་བདུན་དུ་བཞག་ཞོར་རེད་ང་ཚོའི་སྐུ་ཚབ་ཚོ་ལ་སྐྱབས་མགོན་རིན་པོ་ཆེ་གིས་སྐུ་དབང་གནང་མེད་པ་དེ་དང་ཁོ་ཚོ་ལ་ཡ་དབུས་ལ་ཡ་གོ་བསྡུར་བྱེད་ཡའི་གོ་སྐབས་ཙམ་མེད་པ་ད་གང་ལྟར་བཙན་དབང་ཐོག་ནས་བཞག་ཞེས་པ་དེ་འདྲའི་ཞིག་ཆགས་བསྡད་རེད་ད་དེ་ཡིན་ན། ད་དེའི་གི་ཐོག་ནས་ཁེ་བན་རེ་ར་ཡའི་དོན་དག་ལ་མུ་མཐུད་ནས

དེའི་སྐབས་ལ་ད་བོད་ནང་གི་གནས་ཚུལ་དེ་ཐབས་སྐྱོ་པོ་ཞེ་བོ་ཅིག་ཆགས་ཀྱི་འདུག་སྐྱབས་མགོན་རིན་པོ་ཆེ་རྒྱ་གར་ལ་བཞུགས་ཀྱི་ཡོད་གསུང་དུས་ད་ནི་ཡང་ནེ་རུ་དང་སྐར་མ་མཉམ་དུས་ད་ནི་ནེ་རུ་གྱིས་ད་དེ་འདྲ་མ་རེད་དོན་ཚན་བཅུ་བདུན་དེ་ལ་མ་ཁོང་རང་གིས་རྟགས་བརྒྱབ་ཅིང་དོན་ཚན་འདི་དང་འདི་ཞེས་པ་ཅིག་གྱ་མི་སྙམ་པོ་ལ་སྐད་ཆ་བཤད་ནས་མཁས་པའི་ལས་ཡང་ཐབས་ཤེས་བྱེད་དགོས་ཟེར་ནས་ཡང་མགྱོགས་ཚུལ་བོད་ལ་ཆིབས་བསྒྱུར་གནང་བ་རེད་ད་ག་འདྲ་ལྔ་བཅུ་ང་དགུ་བར་དུ་བཞུགས་པ་རེད་ད་ལྔ་བཅུ་ང་དགུ་གི་ད་ད་དེའི་སྐབས་ཀྱི་ལོ་སར་ཆེད་སྨོན་ལམ། སྐབས་དེ་ལ་རང། ཨ་ནི། སྨོན་ལམ་གྲོལ་མ་ཐག་པ་ལ་ཨ་ནི། སྤྱིར་ཟླ་གསུམ་པའི་ཚེས་ལྔ་ཡིན་པ་ཡི་བེ་ཅའི་སྐྱབས་མགོན་རིན་པོ་ཆེ་རྒྱ་མི་དམག་སྒར་ལ་གཟིགས་མོ་ལ་གདན་འདྲེན་ཞུ་གི་ཡིན་ཞེས་འདྲི་ཞུས། ཨ་ནི་དེའི་ཅིག་ཚབ་ཆེ་ཡ་ཅིག་ལ་སྐུ་གསུང་ཟླ་དཔོན་ཕུད་ཀྱི་ཆེ་མངགས་དམག་དཔོན་གྱི་སྐད་བཏང་བྱས་ནས། ཨ་ནི་སང་ཉིན་རྒྱལ་བ་རིན་པོ་ཆེ་ག་རེ་གསུང་གི་རེད།

དེ་འདྲའི་གི་བཙན་བཀའ་ཐང་ཆེ་ནི་རྒྱ་གར་རིན་པོ་ཆེ་རྒྱ་མི་དམག་བཀའ་ལ་གཟིགས་མོ་དེ་འདྲའི་ཞུ་ཡ་གི་དེ་འདྲའི་ཚེ་ནི་འདུག་ཟེར་ད་རབ་དེ་ནི་མ་བྱུང་བ་རེད་ཨ་ནི་མཐའ་མ་དེ་དེ་འདྲའི་གི་གནས་ཚུལ་དེ་མི་མང་གི་ཧ་གོ་བའི་མི་མང་སྤྱི་ལ་སྐད་ཆ་ཁྱབ་པའི་རྐྱེན་གི་ཨ་ནི་བས་དེ་མི་མང་གི་ད་རྒྱ་གར་རིན་པོ་ཆེ་སྐུ་སྲོག་ལ་ཉེན་ཁ་འདུག་ཟེར་ནི་ཨ་ནི་ནུ་བོ་གླིང་ག་ཕོ་བྲང་ཆ་ཚང་མི་མང་གི་སྐོར་ད་ད་ན་དེ་སྤྱི་ཟླ་གསུམ་པའི་ཚེས་བཅུ་ཉིན་ག་དེ་རྒྱ་གར་རིན་པོ་ཆེ་ཕི་ཀའི་རྒྱ་མི་དམག་བཀའ་ལ་གཟིགས་མོ་ཕེ་ཡ་གི་དུས་ཚོད་གཏན་འཁེལ་བའི་ཉིན་ག་དེ་ནི་ཨ་ནི་མི་མང་ཚང་མ་འཛོམས་བྱས་ནི་མི་མང་གི་འུར་ལང་བྱས་ནི་ད་ག་འདར།

ཕྱི་ནས་རྒྱབ་སྐྱོར་བྱེད་མཁན་ཡོད་མ་རེད་ནང་ནས་སྐུལ་སློང་བྱེད་མཁན་ཡོད་མ་རེད་མི་མང་གི་རང་དབང་རང་གིས་ཐོག་ནས་ཨ་ནི་ང་ཚོ་རང་དབང་གི་ལྷང་ཚེ་དུ་ཆགས་པ་རེད། དེ་འདྲས་ཡིན་དུས་ད་ནི་ང་ཚོའི་གསུམ་བཅུའི་དུས་འདྲས་ཀྱི་རང་མི་མང་གི་ལྷང་ཚེ་དེ་ད་དུས་དེ་འདྲས་ཆགས་པ་རེད། ད་དེ་འདྲས་ཡིན་དུས་ད་ནི་ང་ཚོ་གནས་ཚུལ་འདི་ཁྱེར་ནས་ད་ལྟ་གཞོན་སྐྱེས་ཚོ་ག་རེ་མཁྱེན་དགོས་ཀྱི་རེད་ཟེར་ན། ང་ཚོ་ལྔ་བཅུ་ང་གཅིག་ལོ་ལ་ཡ། ཆིངས་ཡིག་དོན་ཚན་བཅུ་བདུན་བཞག་ནས་བོད་རང་བཙན་ཤོར་བ་རེད་དེ། ད་བོད་རྒྱལ་ཡོངས་ལ་ཡང་ད་ལྟའི་རྔམ་སྟོན་ཁྲོམ་སྐོར་ཆེད་བོད་རང་བཙན་གཙང་མ་ཡིན་ཚེ་སྐད་འབོད་རྒྱག་ཟིང་ཆ་ལའང་རྒྱ་མི་ལ་ངོ་རྒོལ་བྱེད་དེ་འདྲའི་གནས་ཚུལ་དེ། ཧ་ལམ་ད་ངས་ཁྱེད་ལ་ཤི་དྲག་གོ་མ་སོང་རེད་བ། ད་འོ་ན་ག་རེད་ཟེར་ན་ད་རྒྱ་གར་རིན་པོ་ཆེ་སྐུ་སྲོག་ལ་ཐུག་དུས་ད་ནི་ཨ་ནི་རྦད་དེ་མི་མང་གིས་ད་དེ་ལས་རྩ་ཆེ་མེད་པ་ཅིག་གི་ཐོག་ནས་ཨ་ནི་སུམ་ཅུ་དུས་དྲན་ཉིན་འགའ་དེ་ད་གང་ལྟར་མ་གྲོས་བསམ་པ་གཅིག་མཐུན་གྱི་ཐོག་ནས་མི་མང་ཡོངས་རྫོགས་ཀྱིས་རང་དབང་གིས་ལངས་བྱས་པ་རེད། དེ་འདྲ་ཡིན་དུས་རྒྱལ་བ་རིན་པོ་ཆེའི་སྐུ་ཡི་སྲུང་སྐྱོབ་དང་རྒྱལ་བ་རིན་པོ་ཆེ་གི་སྐུ་ཡི་སྲུང་སྐྱོབ་བྱེད་དེ་ད་མི་མང་གི་ལས་འགན་གཙོ་བོ་རང་གི་སྲོག་ལས་ཀྱང་རྩ་ཆེ་བ་ཡིན་པར་ངོས་ལེན་བྱས་པའི་ཐོག་ནས་ཨ་ནེ་ང་ཚོ་སུམ་ཅུའི་དུས་དྲན་དུ་ཆགས་པ་རེད། དེ་འབྲེལ་གྱི་རྐྱེན་པས་ཨ་ནེ་དང་དང་ག་བ་རིན་པོ་ཆེ་རྒྱ་མི་དམག་ཁ་ལ་གདན་འདྲེན་ཞུ་ཐུབ་ཡོད་མ་རེད་ད་ལྟ་དེ་ནས་ཀྱི་རྒྱ་མི་དཔོན་རིགས་བློ་ངོ་ནང་ནས་གནས་ཚུལ་མང་པོ་ཞིབ་པོ་ཅིག་ཆགས་པ་རེད། གང་ལྟར་དངོས་ཡོད་གནས་ཚུལ་ལ་དང་ཐ་མ་རྒྱ་བ་རིན་པོ་ཆེའི་སྐུ་ཡི་སྲོག་ལ་ཉེན་ཁ་མ་བཟོས་པ་ཡིན་ཙང་ཨ་ནེ། གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་དགུ་སྤྱི་ཟླ་གསུམ་པའི་ཚེས་བཅུ་བདུན་ཨ་ནེ་ས་སའི་ཆུ་ཚོད་བཅུ་པའི་ཐོག་ལ་རྒྱ་བ་རིན་པོ་ཆེ་ད་གཟོད་ཉེན་ཡོད་ལ་བཙན་བྱོལ་ལ་ཆིབས་བསྒྱུར་གནང་དགོས་ཡའི་གནས་ཚུལ་དེ་ཆགས་ཀྱི་ཡོད་རེད། དེ་ཡི་རྐྱེན་པས་ཨ་ནེ་དེའི་སྐབས་ལ་ཡ།

གང་ལྟར་དེའི་བར་དུ་རྒྱལ་བ་རིན་པོ་ཆེའི་ད་ཅི་ནོར་བུ་ལིང་ག་ལ་བཞུགས་ཡོད་ཤག་འགྲོ་བ་བྱས་ནས་དེ་འདྲའི་གནས་ཚུལ་ཐོག་ནས་རྒྱ་མིས་ཀྱི་བཙན་གནོན་བྱས་ཡོད་རེད་ད་མདོར་བསྡུས་ཏེ་བཤད་པ་ཡིན་ན་རྒྱལ་བ་རིན་པོ་ཆེ་ལ་ཁོ་ཚོས་སྲུང་སྐྱོབ་བྱེད་ཡས་ཀྱི་ཁ་སྙན་པོ་བཤད་ཀྱི་ཡོད་རེད་དེ་མཐའ་མ་དེ་ད་གང་ལྟར་སྐུ་སྲོག་ལ་སྐུ་སྲོག་ལ་དུས་ཨ་ནི་ཐོག་མཚམས་ཡས་ཀྱི་ལས་ཀ་དངོས་སུ་བྱེད་པ་དེ་དེ་ནས་མཐོང་ཐུབ་ཀྱི་རེད་དེ་འདྲས་ཀྱི་རྐྱེན་པས་ཨ་ནི་ང་ཚོ། བཙན་བྱོལ་ལ་ཐུགས་སུ་ཕེབས་པ་རེད། ད་མདོར་ན་ང་ཚོ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རྒྱ་གར་ལ་བཙན་བྱོལ་དུ་ཆིབས་བསྒྱུར་གནང་ཐུབ་པ་དེའི་བཀའ་དྲིན་ལ་བརྟེན་ནས་ཨ་ནི་དེའི་རྗེས་འབྲངས་བོད་མི་ཁྲི་བརྒྱད་ཙོ་ཅིག་རྒྱ་གར་བལ་ཡུལ་ན་ཚུར་སླེབས་ཐུབ་པ་རེད་མ་གཏོགས་དེའི་སྔན་ལ་རྒྱལ་བ་རིན་པོ་ཆེ་གར་སོང་ཆ་མེད་རེད་ཟེར་ཙང་ནི་རྒྱ་གར་ལ་སྔན་མ་ཀ་རྡོར་སྒང་གསུམ་ལ་བསྡད་མཁན་གྱི་ཨ་ནི་བོད་མི་ཚོང་པ་དེ་ཚོ་ཡིན་ན་རྒྱ་གར་གཞུང་གི་ལག་འཁྱེར་ཚང་མ་ཚུར་གླན་ནས་ད་ཁྱེད་རང་ཚོ་ཕར་ལོག་དགོས་ཀྱི་རེད་ཟེར་ནས་དེ་འདྲས་ཀྱི་རྒྱ་གར་གཞུང་གི་བཀའ་བཏང་བ་རེད་ས་མཚམས་ཚང་མ་བསྡམས་ཡོད་རེད་ད་རྒྱ་གར་རིན་པོ་ཆེ་ས་མཚམས་ལས་ཆིབས་བསྒྱུར་གནང་ཐབས་རེ་བྱེད་ལ་ཡ་ཨ་ནི་ས་མཚམས་ཚང་མ་གོ་ཆེད་ཁོ་ཚོ་རང་རང་སྟེང་གི་དུག་ཆགས་རེད་ང་ཚོ། གཅིག་ཕྱོགས་གཅིག་ནས་བལྟས་ན་རྒྱ་གར་རིན་པོ་ཆེ་ང་ཚོའི་དེ་འདྲའི་ཞུ་ཡི་ཡིན་བསམ་པའི་གི་ཅིག་ཁ་ཕོ་ཅིག་གྲོག་གི་ཡོད་རེད་དེ་ཕྱོགས་གཞན་ནས་རྒྱ་གར་རིན་པོ་ཆེ་རྒྱ་གར་ལས་ཆིབས་བསྒྱུར་གནང་ཐུབ་པ་དེའི་བཀའ་དྲིན་ལས་བལྟས་ནས་ཨ་ནི་ང་ཚོ་བཙན་བྱོལ་ལ་འབྱོར་ཐུབ་པ་དེ་རྒྱ་གར་རིན་པོ་ཆེ་ཐུགས་རྗེ་བཀའ་དྲིན་རེད་ཟེར་ད་དེ་དེ་འདྲས་ཀྱི་ཞུ་ཡ་ཡིན་ད་དེ་ནི་གསུམ་པ་དེ་དབུ་མའི་ལམ་གྱི་སྐོར་རེད་ད་དབུ་མའི་ལམ་གྱི་སྐོར་ཞུ་དགོས་ན་དེ་དུས་ཚོད་རིང་པོ་ཅིག་དགོས་རེད་ཕྱོགས་གཅིག་ནས་བལྟས་པ་ཡིན་ན་དབུ་མའི་ལམ་ཟེར་དེ་ད་ཞུ་མ་དགོས་པ་འདྲ་ཅིག་རེད་ད་ཚང་མས་མཁྱེན་བསྡད་འདྲ་བོ་ཆེ་ད་དེ་ལ་འགྲེལ་བཤད་གཅིག་གིས་གཅིག་ལ་རྒྱབ་ཀྱིས་བལྟས་ན་དེ་བྱ་བའི་མི་འཇོག་ས་འདྲ་ཅིག་དུས་ཚོད་སྐྱེལ་ཡ་ས་འདྲ་ཅིག་རེད་ད་ཡང་ཕྱོགས་གཞན་ཞིག་ནས་དེ་ལ་ཡང་ང་ཚོ་དྲན་གསོའི་ཆེད་ནས་འགྲེལ་བཤད་ཞིག་རྒྱབ་དགོས་ཀྱི་ཡོད་ན

དེ་གཞི་བདག་ལ་བཞག་ནས་ཨ་ནི་ད་ལྟའི་དངོས་ཡོད་གནས་ཚུལ་ལ་ཡང་རྒྱ་མི་གི་བྱེད་སྟངས་ལ་མ་འགྲིག་དུས་ཨ་ནི་ང་ཚོ་དབུ་མའི་ལམ་ནས་བཤད་ཡ་རེད་བ། དེ་འདྲ་ཡིན་དུས་དབུ་མའི་ལམ་ཁོ་རང་གི་དྲག་ཤེས་ཁོ་རང་ག་རེད་ཟེར་ན་ཐག་གཉིས་སུ་མ་ལྷུང་བ་ཟེར་དེ་རེད། ཐག་གཉིས་སུ་མ་ལྷུང་བ་དེ་ད་སྐྱིད་དེ་རེད་དྲང་པོ་དེ་ཟེར་གྱི་རེད་བདེན་པ་དེ་ལ་དགའ་བསུ་རེད། ཐག་གཉིས་སུ་མ་ལྷུང་བའི་དྲང་པོ་དེ་ལ་དབུ་མའི་ལམ་ཟེར་གྱི་རེད་བ། དེ་འདྲ་ཡིན་དུས་བོད་རྒྱ་གཉིས་ཀྱི་དབུ་མའི་ལམ་དེ་ག་རེད་ཟེར་ན་ཐག་གཅིག་དེ་ག་རེད་ཟེར་ན། ང་ཚོའི་བོད་རང་བཙན་རྩོད་གི་མེད་ང་ཚོའི་རང་བཙན་ཡིན་པ་དེ་ཡིན་པ་རེད། ཡིན་ན་ཡང་རང་བཙན་ཐོབ་ཐང་ཡོད་དེ། ད་གལ་སྲིད་རང་བཙན་རྩོད་པ་ཡིན་ན་རྒྱ་མི་གི་ཁ་བྲལ་ལ་བཞེས་ནས་ད་དེ་བློས་བཏང་ཐུབ་གི་མེད་པ་ཡིན་ན་དེ་ག་ཚོད་རྩོད་མི་ཡོང། ཡིན་ན་ང་ཚོ་ལ་ག་རེ་དགོས་རེད་ཟེར་ན། ག་རེ་བཟོ་དགོས་རེད་བོད་རིགས་ཡོངས་ལ་མིང་དོན་མཚུངས་པའི་རང་སྲིད་རང་སྐྱོང་ཟེར་དེ་དགོས་གི་རེད་ཟེར་དེ་དེ་ང་ཚོ་ལ་ད་ལྟའི་གནས་སྟངས་ཀྱི་མིང་དོན་མ་མཚུངས་པའི་རང་སྐྱོང་ཇོ་དེ་འགྲིག་གི་མི་འདུག་དེ་འདྲ་ཡིན་ད་ང་ཚོ་བོད་རིགས་ཡོངས་ལ་མིང་དོན་མཚུངས་པའི་རང་སྲིད་རང་སྐྱོང་ཟེར་དེ་དགོས་གི་འདུག་ཟེར་དེ་ང་ཚོའི་ཐག་སྙིགས་དེ་དུག་སེལ་ནས་ཆགས་ཏེ་ཡོད། གཉིས་པ་དེ། དབུ་མའི་ལམ་འདི། ག་རེ་ཟེར་ནས་ཡོང་དགོས་རེད་དབུ་མའི་ལམ་འཛུགས་དགོས་ཡ་གནས་ཚུལ་ག་རེ་ཆགས་དགོས་རེད་ཟེར་ན། ཕྱོགས་གཅིག་ནི། གང་ལྟར་ང་ཚོའི་འདས་པའི་ཉམས་མྱོང་ཐོག་ནས་བོད་དེ་དྲག་པོའི་བཙན་འཛུལ་བྱས་རེད་དེ་ཕྱི་ནས་སུ་གཅིག་གིས་རོགས་པ་བྱེད་མཁན་ཅིག་ཡོད་མ་རེད། དེ་དངོས་ཡོད་གནས་ཚུལ་ཅིག་ཆགས་སྡོད་རེད་བོད་ཡོངས་རྫོགས་དེ་རྒྱ་མི་འོག་ལ་ཡོད་བསྡད་པ་ཅིག་རེད་དེ་ཡང་དངོས་བརྫུས་གནས་ཚུལ་ཞིག་རེད། རེད་བ། གསུམ་པ་དེ། དུས་རབས་ཉི་ཤུ་འདི་ང་ཚོ་དམག་འཁྲུག་གི་དུས་ཚོད་ཀྱིས་རྫོགས་པ་རེད་དུས་རབས་ཉི་ཤུ་རྩ་གཅིག་འདི་ང་ཚོ་གྲོས་མོལ་གྱི་ལམ་ནས་འབྲེལ་མོལ་གྱི་ལམ་ནས་དཀའ་ངལ་སེལ་ཡས་ཀྱི་ཐབས་ལམ་གཅིག་ཡིན་ཚད་ནི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ང་ཚོའི་ཞི་བདེའི་དེད་དཔོན་ཡིན་ཙང་འཛམ་བུ་གླིང་ལ་དེའི་སློབ་སྟོན་གནང་དགོས་རེད་དེ་འདྲའི་ཡིན་ཙང་ཁོང་གིས་དབུ་ཁྲིད་པའི་ཀྱི་ང་ཚོའི་བཙན་བྱོལ་སྒྲིག་འཛུགས་འདི་གྱི་ཐོག་ནས་ཡིན་ན་འཚེ་བ་མེད་པའི་ཐབས་ལམ་གྱི་ཐོག་ནས་ཨ་ནི་གྲོས་མོལ་གྱི་ལམ་ནས་གཉིས་མོས་དཀའ་ངལ་སེལ་ཐུབ་ཡ་ཡིན་ད་ང་ཚོ་གཉིས་ཕན་དབུ་མའི་ལམ་ཟེར་ནས་དུས་ཐོག་དེ་ཡོད་དེ་ག་རེད་ཟེར་ན་ཕྱོགས་གཅིག་ནས་རྒྱ་མི་ཁོ་རང་ཚོ་གི་བོད་ཁ་བྲལ་དེ་འགྲིག་གི་མི་འདུག་ཟེར་ནས་སེམས་ཁྲལ་ཆེ་ཤོས་བྱེད་ཀྱི་ཡོད་པ་དེའི་སེམས་ཁྲལ་དེ་ཡང་མ་དགོས་ཆེད། ཕྱོགས་གཞན་ནས་ང་ཚོ་བོད། ག་རེ་སོགས་རེད་ཆོས་དང་རིག་གཞུང་མི་རིགས་ས་བབ་གནས་སྟངས་གང་ཅིའི་ཐད་ནས་ང་ཚོ་ཐབས་ཚང་གཅིག་ཡོད་པ་དེ་ཡང་སོ་སོའི་མི་རིགས་རིག་གཞུང་ཆོས་རིག་དང་བཅས་པ་སྲུང་སྐྱོབ་བྱེད་ཡ་གི་གོ་སྐབས་དེ་ཡོད་དེ་པ་དེ་འདྲས་ཅིག་ཡོང་གི་ཡོད་པ་ཡིན་ན་ད་ཁོའི་ཆབ་སྲིད་ཀྱི་གནས་སྟངས་གསན་ཏེ་འགྱུར་བ་འགྲོ་ཡག་གི་རང་བཞིན་ཞིག་རེད་དེ་འདྲ་ཡིན་ཙང་ད་ལྟ་ད་ལྟ་དཀའ་ངལ་སེལ་ཐུབ་ཡག་ཟེར་གི་ཡོད་མ་རེད་འདས་པའི་རྒྱལ་རབས་ལོ་རྒྱུས་ཀྱི་ནང་ལ་བོད་དང་རྒྱ་གཉིས་དེ་གཉེན་སྒྲིག་བྱེད་ནས་དེ་ཡག་གི་དུས་ཚོད་བྱུང་རེད་དྲ་ཁ་གཏད་བྱེད་ནས་དེ་ཡག་གི་དུས་ཚོད་བྱུང་རེད་མ་འོངས་པ་ལ་ཡིན་ན་ཇི་སྲིད་ཁོ་བ་མ་གནས་ཀྱི་བར་དུ་དེ་དགོས་ཡག་ཡིན་ཙང་ང་ཚོ་སོ་སོའི་ལུང་པ་ཟུར་དུ་འཁུར་ནས་འགྲོ་ཡག་གི་ཡོད་མ་རེད།

ག་རེ་ཟེར་ན་དེ་རྒྱ་མི་ཁོ་རང་ཚོ་གི་དང་པོ་བཙན་དབང་འོག་ནས་བཞག་འཇོག་ཡིན། དེ་ད་ལྟ་བདལ་བཤིག་བཏང་མཁན་རྒྱ་མི་ཁོ་རང་ཚོ་ཡིན་དེ་ཡིན་ད་ཨ་ནི་ང་ཚོས་ལག་ལེན་ང་ཚོས་ངོས་ལེན་བྱེད་དགོས་ཡ་གས་མེད་གནས་མེད་གནས་བབ་རང་ཅག་དེ་ང་ཚོ་རང་བཙན་ངོ་བོ་དེ་རང་ཅག་ཐེག་གི་ཡོད་རེད་ད་ཡིན་ན་ལོ་ཉི་ཤུ་གི་དུས་བབ་དེའི་ཆེད་ལ་གཅིག་སྟོང་དགུ་བརྒྱ་དྲུག་ཅུ་དོན་བཞི་ནུར་ནས་ད་རྒྱལ་བ་རིན་པོ་ཆེ་གི་རྒྱ་མི་མཉམ་པོ་ལ་འབྲེལ་མོལ་བྱེད་དགོས་ཀྱི་ཡིན་མ་གཏོགས་གཞན་ཐབས་ཡང་མེད་པ་ཡིན་ད། ཨ་ནི་དེའི་སྐབས་ལ་གཙོ་བོ་བཀའ་ཤག་སྤྱི་འཐུས་ཚོགས་གཙོ་ཚོགས་གཞོན་སྙན་པོ་བཀའ་མོལ་གནང་རྗེས་ནས་ད་མ་འོངས་པ་གི་ཐབས་ལམ་འདི་དུས་དུས་ཀ་ལ་དབུ་མའི་ལམ་ཟེར་མིང་བཏགས་མིན་ལ་མ་ལྟོས་པར་ད། ཅིག་ག་རེ་བཟོ་གི་རེད་གཉིས་མོལ་གི་ཐོག་ནས་འགྲོ་ཡས་ཀི་ཐབས་ལམ་འདི་དུག་ཚད་ནང་པ་ཅིག་ཆགས་བསྡད་ཀི་ཡོད་རེད། ཨ་ནི་ད་ཁ་ནང་བཞིན་གི་དེ་ནས་བཟུང་སྟེ་ད་རིམ་པ་རིམ་པ་ཞིག་ཏུ་གཅིག་སྟོང་དགུ་བརྒྱ་གྱ་བཅུ་གྱ་བདུན་གི་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་རྩ་གཉིས་ཡིན་གྱི་རེད། ཨ་མི་རི་ཀ་དང་ད་ག་རེ་བཟོ་གི་རེད་གྲོས་ཚོགས་གོང་མ་ལ་ཡ། ཨ་ནི། བོད་རྒྱ་འབྲེལ་མོལ་དང་འབྲེལ་བའི་གྱི་ད་ལྟ་ཞི་བའི་གྲོས་འཆར་སྡེ་ཚན་ལྔ་ཅིག་གསུངས་ཡོད་རེད་དེའི་སྡེ་ཚན་ལྔ་པ་དེ། ཨ་ནི་ག་རེ་གསུངས་ཀྱི་རེད་བོད་རྒྱ་འབྲེལ་མོལ་དེ་ལྷག་བསམ་རྣམ་དག་ཞོས་དེ་གསུངས་ཏེ་རེད། ཨ་ནི་གཅིག་སྟོང་དགུ་བརྒྱ། བརྒྱ་ཆའི་གྱ་བརྒྱད་ཀྱི་ཕྱི་ཟླ་དྲུག་པའི་ཚེས་བཅོ་ལྔ་ལ་ཡང Stress སྦག་ལ་ཡང། ཨ་ནི། ད་ལྟ་ང་ཚོས། ག་རེ་གསུངས་ཀྱི་རེད་ད་དབུ་མའི་ལམ་གྱི་ཐོག་ནས་ཨ་ནི་གྲོས་གཞི་ཐོག་མ་དེ་བཏོན་གནང་བ་རེད་དེ་མ་བཏོན་གོང་ལས་དྷརྨ་སཱ་ལ་ལ་དམིགས་བསལ་ཚོགས་ཆེན་ཅིག་ཚོགས་བྱས་ནས་ད་ཕལ་ཆེར་མི་མང་ཉིས་བདག་ཉིས་བརྒྱ་དྲུག་ཅུ་ཙམ་ཡིན་པ་ཡོད་དེ་འདྲའི་གྱི་ཐོག་ནས་ཨ་ནི་ཉི་མ་དྲུག་ཚོགས་འདུ་འཛོམས་པའི་ཐོག་ནས

གི་གྲོས་འཆར་འདི་ད་ནི་མེད་བཟོས་ཚར་བ་ཡིན་ད་སྟོང་པ་ཡིན་ད་མི་མང་གི་ཐོག་ནས་མང་མོས་ཐག་གཅོད་འོས་བསྡུ་བྱས་ཡིན་ཟེར་ནས་ད་མང་མོས་ཐག་གཅོད་འོས་བསྡུ་ཐོག་ལ་ཡ་ད་ལམ་དབུ་མ་རེད་རང་བཙན་རེད་རང་སྲིད་རང་སྐྱོང་རེད་རང་ག་རེ་ཟེར་རང་ཐག་རང་གཅོད་རེད་བདེན་པའི་ཨུ་ཚུགས་རེད་དེ་འདྲའི་དོན་ཚན་ཞིག་གི་ཐོག་ནས་མི་མང་གི་བསམ་འཆར་དུ་བསྡུས་པ་རེད་བསྡུས་པ་དེའི་ཐོག་ནས་ཡིན་ན་ཡང་ད་བརྒྱ་ཆ་དྲུག་ཅུ་རེ་བཞི་དང་ཚགས་ཤིག་གི་ཐོག་ནས་ཨ་ནི་ད་མང་མོས་འོས་བསྡུ་གི་ཐོག་ནས་ཐག་གཅོད་དེ་འགྲིག་གི་མི་འདུག་ག་ད་འཛམ་བུ་གླིང་གི་ཆབ་སྲིད་དུ་འཁྲུག་པ་ཞི་བོ་ཅིག་རེད་དུས་ནས་དུས་སུ་ཐག་གཅོད་བྱེད་དགོས་ཅི་ཡིན་དང

གསུམ་བཅུ་དུས་ནས་འདི་འགོ་བཙུགས་ཡོད་དོན་ཡིན། སྙིང་རྗེ་མོ་དཔེ་ལ་སོང་ཨ་འདི་ང་ཚོ་སྙིང་རྗེ་མོ་ལ་ཡིན་ནས་ད་ང་ཚོ་གཟུགས་པོ་དཔེ་དུ་སེམས་མོ་ལ། འདི་ང་ཚོ་ལ་ཆུང་ང་ཡིན་ནས་རེད་མི་མང་ཚོ་ལ་ཡིན་ནས་གསུམ་བཅུ་དུས་རིང་འགྲོ་དུས། གསུམ་བཅུ་དུས་རིང་འདི་ག་འདྲེས་འགོ་བཙུགས་འདུག་འདི་དུ་ཅི་ནང་དུ་ཞིག་ཡག་འདི་ང་ཚོ་དྲན་གསོ

གཙོ་བོ་ཞུ་གཏུག་གི་ལས་འགུལ་དེ་མང་ཆེ་བ་ཀྲོའུ་ཆི་ཀན་ར་གཞུང་དང་གྲོས་ཚོགས་འབྲེལ་བ་བྱས། ཨ་ནི་དེ་མཉམ་དུ་ཨ་ནི་ང་རང་ཚོ་བོད་མིའི་སྒྲིག་འཛུགས་བཙན་བྱོལ་གཞུང་ལ་ཅིག་རྒྱབ་སྐྱོར་བྱས་དང་ཨ་ནི་ད་ཚོགས་འདུའི་ཐོག་ནས་ཡིན་ན་རེད་གང་ཅིའི་ཐོག་ནས་ཨ་ནི་དེ་ནས་ཀན་ར་ཏྲ་བོད་དོན་ལྷན་ཚོགས་ཀྱི་རྒྱབ་སྐྱོར་བྱས་ཡོད་ཀྱི་ལས་འགུལ་ཅིག་ཏུ་གལ་གལ་ཆེན་པོ་རུ་ཆགས་བསྡད་ཡོད་རེད་ཞུ་ཡིན། ང་རང་སྒེར་དུ་ཡིན་པ་ཡིན་ན་ཨ་ནི་དེ་ཚོགས་པ་དེ་ད་ཉིས་སྟོང་བཅོ་བརྒྱད་ནས་བྱས་རྗེས་འགན་འཛིན་གྱི་ལས་འགུལ་འགོ་བཙུགས་བྱས་ད་ལོ་དྲུག་སིམ་འགྲོ་གི་འདུག་ཨ་འདི་ལོ་དྲུག་འདི་པོ་ལ་འདས་འདས་པའི་ལོ་དྲུག་རིང་ག་ལ་ཨ་ནི་ཅིག་ལས་འགུལ་ཆེ་ཆུང་མ་འདྲ་བ་མང་པོ་ཅིག་སྤེལ་ཤ་ཡོད་རེད་ད་འདི་པོ་འདུག་ཟེར་ཅིག་བལྟས་པ་ཡིན་ན་ང་ཚོས་ཀྱི་ལས་འགུལ་ནང་ནས་ཅིག་གལ་ཆེ་ཤོས་འགྲོ་བ་ཅིག་ད་ལྟ་ཨ་ནི་ཁ་ན་ད་གཞུང་དང་གྲོས་ཚོགས་ངོས་ནས་རྒྱ་བོད་ཞི་མོལ་ལ་ག་འདྲ་ཞིག་ནས་རོགས་པ་བྱེད་ཐུབ་ཀྱི་རེད་ཟེར་བ། ད་འདི་ང་རང་ཚོ་ཡར་འབོད་སྐུལ་ཞུ་ཡ་དང་ཞུ་གཏུག་བྱས་ཏེ། གྲོས་ཚོགས་འཐུས་མི་རེ་རེའི་སྔོན་ལ་ཐུག་འཕྲད་བྱས་ནི་ཡིན་པ་ཡིན་ན་རེད་ཡང་ཅིག་ཕྱག་ཡིག་བཏང་ནི་ཡིན་པ་ཡིན་ན་རེད་ཡང་དག་ན་ཞིག་ཚོགས་ཆུང་འདི་འདྲའི་སྒང་ལ་ཅིག hearing ཞུ་རོགས་དེ་འདྲའི་སྒང་ནས Committee hearing ཚོགས་ཆུང་གི་ཚོགས་འདུས་གྲ་སྒྲིག་བྱས་ཡིན་པ་ཡིན་ན་རེད། ད་ནི་ད་ནི་ཞིག་རྡ་རམ་ས་ལ་ནས་སྐུ་མགྲོན་གདན་འདྲེན་ཞུས་བྱས་དམིགས་བསལ་གྱི་བོད་མི་སྒྲིག་འཛུགས་ཀྱི་སྲིད་སྐྱོང་གདན་འདྲེན་ཞུས་བྱས་ཚོགས་འདུའི་གྲ་སྒྲིག་བྱས་ནས་འདི་ཚང་མ་བྱས་བྱས་ད་དམིགས་ཡུལ་གཙོ་བོ་འདྲ་བོ་དེ་ད་ནི་ཁྱེད་འདྲ་ངོ་ནས་རྒྱ་བོད་ཞུ་མེད་ལ་ག་ཚོད་ཀྱི་འཇིགས་སྐོག་ཐེབས་ཐུབ་ཡོད་མེད་ཅིག་ཁྱབ་ཡོ་ག་ཚོད་ཐེབས་ཐུབ་ཡོད་མེད་ཅིག་ཨ་འདི་ག་ལ་ད་ཁལ་ག་རི་མི་མང་མཁྱེན་རྟོགས་མང་པོ་ཅིག་མཁྱེན་གྱི་ཡོད་ཀྱི་རེད་མ་མཁྱེན་པ་མང་པོ་ཡོད་ཀྱི་རེད་མཁྱེན་རྟོགས་ཆེད་དུ་ཞུས་བ་ཡིན་ན་ཨ་ནི་ང་ཚོ་ཉིས་སྟོང་བཅུ་དགུ་ལ་ཀན་ཨ་རཱ་ཀྱི་གྲོས་ཚོགས་གོང་མ་ལ་ད་ལྟ Senator ད་ལྟ Thanh Hai Ngo ལ་ཁོང་ངོས་ནས་ད་ལྟ་དབུ་མེད་དབུ་མའི་ལམ་གང་ལ་འདུག་གྲོས་འཆར་ཅིག་ངོ་སྤྲོད་བྱས། འདི་ག་ལ་ད་ང་རང་ཚོ་ངོས་ནས་ཚོགས་པའི་ངོས་ནས་འདུག་ཅིག་རྒྱབ་སྐྱོར་གྱི་འབོད་སྐུལ་འདི་ཁོ་རང་ལ་འདུག་རྒྱབ་ལྗོངས་འདི་ཚང་མ་ཞུས། ཁོ་རང་གིས་སྐུ་ལས་གནང་བྱས། ཅིག་གྲོས་ཚོགས་གོང་མའི་འཐུས་མི་མང་པོ་ཞིག་རྒྱབ་སྐྱོར་ཐོབ་པ་རེད་དེ་ཡིན་ནའི་མཐའ་མ་དེ་ལ། ཨ་ནི། འགའ་ཤས་ཤིག་གིས་ཁོ་མང་མོས་དེ་སྤྱི་མོས་གཉིས་ཆ་རྒྱབ་སྐྱོར་ཐོབ་དགོས་ཀྱི་ཡོད་པ་ལ། མང་མོས་ཀྱི་རྒྱབ་སྐྱོར་མ་ཐོབ་ཆེད་གྲོས་འཆར་དེ་གཏན་འབེབས་བྱེད་མ་ཐུབ་པ་རེད། དེའི་ཕྱིས་སུ་ཉིས་སྟོང་ཉི་ཤུ་ལ་ཡང་ད་ལྟ་ཀན་རེག་གྲོས་ཚོགས་གོང་མ་ལ། རྒྱ་བོད་ཞི་མོལ་ཁང་ལ་གྲོས་འཆར་གཏད་སོ་མ་འདྲ་བ་ཅིག་གྲོས་འཆར་ང་ཚོས་ལུགས་ངོ་སྤྲོད་བྱེད་ཆེད་ཡང་ཅིག་དགུང་ཟླ་ཉི་ཤུ་མ་ཉིས་སྟོང་ཉི་ཤུ་རྩ་གཅིག་ལ་ཉིས་སྟོང་ཉི་ཤུ་ལ་བྱུང་འགྱུར་དེ་ད་ལྟ་རྒྱ་བོད་ཞི་མོལ་བྱས་དེ་མཉམ་དུ་ཡང་གནས་ཚུལ་གལ་ཆེ་བ་ཅིག་ག་རེ་ཆགས་བསྡད་ཡོད་ལབ་ན། བོད་ནང་དུ་ཨ་ནི་ཁེ་ནེ་ཏིན་གཞུང་འབྲེལ་གྱི་མི་དག་ན་ཞིག་གྲོས་ཚོགས་འཐུས་མི་ཕེབས་དགོས་བའི་གི་གལ་ཆེན་པོ་དང་ང་ཚོ་ད་ལྟ་དེ་ཨིན་སྐད་ཞུ་ཨ་ནི Reciprocal Access to Tibet ལ་བརྗོད་རོགས། བོད་བུ་ལ་ཨ་ནི་ཅིག་རྒྱ་ནག་གཞུང་གི་སྐུ་ཚབ་ཀན་ར་ལ་ས་ཁུལ་ག་བ་ཡོད་ངོས་མེད་ནས། ཁོ་ཀན་རིན་བི་ཛ་ཡོད་ཚར་བ་བཅས་ལ་བཀག་སྡོམ་བྱས་ཡོད་མ་རེད། ད་ནང་བཞིན་ཁི་ནི་ཏན་གཞུང་གི་སྐུ་ཚབ་ཡིན་ན་རེད་བོད་པ་ལ་རྒྱ་ནག་པ་ལ་བི་ཛ་ཡོད་ཚར་བ་བཅས་ལ་བོད་ཀྱི་ས་ཁུག་ག་བ་འགྲོ་ཡོད་ནས་དགེ་སྡིག་གི་བཀག་སྡོམ་མེད་བའི་ཐོག་ལ་ང་ཚོ་གི་དུས་དུ་ཞུ་གཏུག་བྱས་བསྡད་པ་བ་རེད། ཉིས་སྟོང་ཉི་ཤུ་ལ་ཨ་ནི་ཀན་རིན་ཏིན Ambassador

དག་ན་ཞིག་དོ་སྣང་བྱེད་དགོས་ཀྱི་གནས་ཚུལ་ག་རེ་ག་རེ་ཡོད་པ་དང། གཅིག་ཆབ་སྲིད་བཙོན་པ་ཟུར་པ་དེ་འདྲ་ཐུག་ཐུབ་བས་ཀྱི་དག་ན་ཞིག་བཙོན་ཁང་ལ་འགྲོ་དང་ཆབ་སྲིད་བཙོན་པ་གྱི་གནས་སྟངས་ག་འདྲ་འདུག་ལྟ་ཐུབ་བས་ཀྱི་དག་ན་ཞིག་དགོན་པ་ཁག་ལ་གྲྭ་བ་དང་གྲྭ་ཚང་དང་དག་ན་ཞིག་དགོན་པ་གྱི་གནས་སྟངས་ག་འདྲ་འདུག་ལྟ་ཐུབ་བས་ཀྱི་དག་ན་ཞིག་སློབ་གྲྭ་ཁག་ལ་དགེ་རྒན་དང་སློབ་ཕྲུག་གི་གནས་སྟངས་ག་འདྲ་ཡོད་པ་དང། འདི་འདྲ་བྱས་དག་ན་ཞིག་ཚོགས་འདུས་ཀྱི་ལས་འགུལ་ཞིག་མི་འགྲེམས་ཏེ་ཆ་ཚང

ཉེ་ཆར། ཨ་ནི་ཡང་བསྐྱར་དུ་ད་ག་རང་གྲོས་འཆར་དེ་ང་ཚོས་ཨུ་ཚུགས་རྒྱག་ཆེད་ཨ་ནི་ཅིག། གྲོས་ཚོགས་འཐུས་མི་མང་པོ་ཅིག་ཐུག་ད་ག་ནང་བཞིན་གཞུང་འབྲེལ་གྱི་ད་ལྟ། རྒྱ་ནག་སྡེ་བའི་ད་ལྟ་ནི་ཕྱི་དྲིལ་ཀན་ན་ར་གྱི་ཕྱི་དྲིལ་ལས་ཁུངས་ཀྱི་གཞུང་འབྲེལ་གྱི་ལས་བྱེད་མང་པོ་ཅིག་ཐུག་རྗེས་ཨ་ནི་ཁོ་རང་ཚོ་ལ། ཀན་ན་ར་ངོས་ནས་ཨ་ནི་རྒྱ་བོད་གཞུང་མའི་ཐོག་ལས་འགུལ་གྲོས་འཆར་ལ་རྒྱབ་སྐྱོར་བྱེད་དགོས་ཡོད་ནི་ང་ཚོ་གལ་ཆེན་པོ་ཞེ་དྲག་ཆགས་ཀྱི་ཡོད་རེད།

འབོད་སྐུལ་ཤུགས་ཆེན་པོ་བྱས་རྗེས་མཐའ་མ་དེ་ཨ་ནེ། སྦྱིན་བདག་བཅུ་གཉིས་ཀྱི་རྩ་བའི་བཅུ་བཞི་ཉིན་ལ་ཆུ་ཚོད་གཅིག་ལྷག་ཁོ་རང་ཚོའི་གྲོས་ཚོགས་ལ་བགྲོ་གླེང་བྱས་རྗེས་ད་ལྟའི་བགྲོ་གླེང་དེ་ཐད་ཀར་ད་ལྟ་དྲ་རྒྱའི་འོག་ལ Live ཕྱིན་པ་རེད་མང་པོ་ཅིག་གིས་གཟིགས་ཡོད་རེད། ད་འདི་ཐོབ་རྗེས་མཐའ་མ་དེ་ལ་ཨ་ནེ་གྲོས་ཚོགས་འཐུས་མི་སུམ་བརྒྱ་ཉིས་ཚབ་ཞིག་གིས་རྒྱབ་སྐྱོར་གནང་རྗེས་ཨ་ཁྱེད་རང་ཀྱི་ལོ་རྒྱུས་པོ་ལ་ལོ་བཅུ་གསུམ་རྗེས་ལ་ཚགས་དང་པོ་བོད་དོན་དང་རྒྱ་བོད་ཞུ་མེད་ལང་གྲོ་ཤར་གྱི་འདུག་གཏན་འབེབས་བྱེད་ཐུབ་པ་རེད་ཞུ་ཡིན། ད་འདི་ང་ཚོ་གི་ལས་འགུལ་རེ་བ་ཆགས་འདུག་གི་མིག་དཔེ་ཞུ་བ་ཡིན་ན། ཨ་ནི། ཁྱེད་རང་ད། ང་རའི་བསམ་ཚོད་ངོས་ནས་ད་ལྟ Can Calgary ཡོད་པའི་གཞོན་སྐྱེས་ཡིན་པ་ཡིན་ན་རེད་ད་ནང་བཞིན Canada ག་བ་ཡོད་པ་ཡིན་ནའི། གལ་སྲིད། ཁྱེད་རང་འདྲ་བོད་དོན་ལྷན་ཚོགས་ང་ཚོའི་ཚོགས་པ་ལ་ངོས་ནས་ཅིག་མཉམ་ཞུགས་བྱས་ཡིན་པ་ཡིན་ན་ཨ་ནི interest ཏོ་མང་ཆེ་བ་འགྲོ་བ་ཅིག་ད་ལྟ research ག་ལ་ད་ང་ཚོ་གི་ཅིག་གོ་སྐབས་ཞུ་བ་ལ་ད་ཁྱེད་རང་གི་ད་ལྟ་སྟོབས་ལྡན་ལགས་ཀྱི་ལི་ཉན་ཚུགས་ངོས་ཅིག་ཡོད་ར་གཞོན་སྐྱེས་ལ་ཅིག་ཞུ་གཏུག་གི་གོ་སྐབས་གང་འདྲ་ཞིག་ཕུལ་ཐུབ་ཡོད་མེད་ཅེས། སྤྱི་བཏང་གཞོན་སྐྱེས་ཀྱི་ཞུ་གཏུག་ལ་མཉམ་ཞུགས་བྱེད་སའི་གི་སྡིངས་ཆ་མང་པོ་ཞིག་ཆགས་འདུག་ཡོད་རེད་ད་བོད་གཞུང་ངོས་ནས་ཡོད་རེད་ད་ན་བཞིན་བོད་རང་བཙན་སློབ་ཕྲུག་ཚོགས་པ་ཡོད་རེད་གཞོན་ནུ་ཚོགས་པ་ཡོད་རེད་ཚོགས་པ་ག་བ་ལ་མཉམ་ཞུགས་བྱེད་པ་ཡིན་ན་ཡོད་རེད་ཨ་ང་ཚོ་ཚོགས་པ་འདི་དང་ཀན་ར་བོད་དོན་ལྷན་ཚོགས་ཀྱི་ལས་འགུལ་ལ་མཉམ་ཞུགས་བྱས་ཡིན་པ་ཡིན་ན་ཨ་ནི་ལས་འགུལ་མང་ཆེ་བ་འགྲོ་བ་ཅིག་གཞོན་སྐྱེས་ལ་ཨ་ནི research བྱེད་གི

Policy། སྲིད་ཇུས་ག་རེ་ཡོད་མེད་ཅིག་འདི་ག་ལ་ཞིབ་འཇུག་བྱས། དག་ན་ཞིག Canada དང་རྒྱ་ནག་བར་རོགས་ལ་ཚོང་འབྲེལ་གྱི་འབྲེལ་བ་བྱ་ཡས་ཀྱི་ཆིངས་ཡིག་བྱ་ཡས་ཆ་ཞིག་ཡོད་པ་ཡིན་ན། ཨ་ནི་བོད་དང་བོད་འབྲེལ་བའི་ས་གནས་གཞན་ད་ལྟ་དབུས་གུར་གྱི་ས་གནས་ཡིན་ན་རེད། འདིའི་ནང་དུ་ཨ་ནི་མི་རིགས་གྲངས་ཉུང་ལ་ཐོབ་ཐང་ག་རེ་ཡོད་མེད་ཅིག་འདི་ཐོབ་ཐང་ལ་ཆ་བཞག་བྱས། ལུང་པ་གཉིས་བར་རོགས་ཀྱི་ཚོང་འབྲེལ་གྱི་སྲིད་ཇུས་འདི་གཏན་འབེབས་ག་འདྲ་བྱེད་དགོས་ཀྱི་ཡོད་མེད་དེ་འདྲའི་སྒང་ལ་ཡང་རེ་ས་བྱེད་ཀྱི་ཡོད་ན་ང་ཚོ་ངོས་ནས།

ང་ཚོ་ལ Information མང་པོ་རག་བའི་རེ་བ་ཡོད། ཨ་ནི། འདི་གང་ལ་ད་ང་ད་ཐུགས་རྗེ་གནང། ཨ་ནི་དེ་འད་ཚེ་རིང་ཤེས་ལྡན་ལགས་དེ་འད་དབུ་མའི་ལམ་ནས་དེ་འད་ལྟ་ཕྱོགས་སུམ་ཅུ་དེ་དྲན་ལ་ད་དེ་འད་འགྲོ་ད་འགྲོ་བཞིན་པ་ལོ་ད Anniversary ད་ལོ་རྟག་པ་ཡོད་རེད་འོན་ཏེ་ལྟ་ཕྱོགས་ག་འདྲས་འགྲོ་བཞིན་འདུག་དབུ་མའི་ལམ

ལགས་སོ། ཨ་ནི་ད་ལྟ། གསུམ་བཅུའི་དུས་དྲན་ལ་ལྟ་ཕྱོགས་ཟེར་གྱི་ད་དབུ་མའི་ལམ་གྱི་ལྟ་ཕྱོགས་ཟེར་གྱི་གཞུང་འབྲེལ་གཏན་འབེབས་ད་གལ་ཡོད་མ་རེད་ད་དེ་གང་ཤེས་པ་དེ་ང་རང་གལ་གྱི་བསམ་ཚུལ་གྱི་ཤོག་བུ་ཞིག་རེད་བ། ཨང། ཅི་ད་ང་ཚོ་གསུམ་བཅུའི་དུས་དྲན་ཟེར་དེ་ད་དྲན་གསོ་འགྲོ་ཆགས་དེ་རེད། ད་དེ་ང་ཚོ་དྲན་གསོ་དེ་ག་རེ་བྱེད་དགོས་རེད་ཟེར་ན། ང་ཚོ་ནམ་ཞར་རྒྱུན་ལྡན་ནི་ང་ཚོ་ཆབ་སྲིད་ཀྱི་སྐྱབས་བཅོལ་བ་ཅིག་ཡིན་པའི་གི་དྲན་གསོ་ལང་བའི་ཆེད་དུ་རེད། འདིའི་ཉིན་ག་གི་གནས་ཚུལ་འདི་ལྟ་ཅི་ག་རེ་བཟོ་གི་རེད་བོད་མི་མང་ལ་དཀའ་སྡུག་ག་ཚོད་འདུག་ཅིག་བྱུང་ཡོད་རེད་བོད་མི་ག་ཚོད་ཚོ་གི་སྐུ་སྲོག་དོར་ཡོད་རེད་དེ་འདྲའི་གནས་ཚུལ་གྱི་རྐྱེན་པས་ང་ཚོ་རང་དབང་ལུང་པ་ལ་བསྡད་མཁན་ཚོ་ཡིན་ན་དེ་སེམས་ལ་བཞག་ཅིག་ནས་ང་ཚོ་ཆབ་སྲིད་ཀྱི་སྐྱབས་བཅོལ་བ་ཅིག་ཡིན་བསམ་པའི་ཨ་ནི་བསམ་བློ་དེ་ནམ་ཡང་བརྗེད་ཉན་གི་མ་རེད་ཟེར་ཡས་གི་དྲན་གསོ་གལ་ཆེན་པོ་ཅིག་ཆགས་ཏེ་ཡོད་རེད། དེ་འདྲ་ཡིན་ད་ལྟ་ང་འདི་ནས་ཞོར་འཕྲད་ལ་ཚིག་ཁ་ཤས་ཀྱིས་ཞུས་པ་ཡིན་ན། ང་ཚོ་ཆབ་སྲིད་ཀྱི་སྐྱབས་བཅོལ་བ་ཡིན་ཟེར་ནས་ཐང་ཀ་ལ་དོན་ས་བྲག་དཀར་ལ་སྐད་རྒྱག་ཡས་དང་མུག་ཙོག་འགོ་ཡས་དང་དེ་གཅིག་བོ་དེ་གས་མ་རེད་དེ་གནས་སྐབས་གནས་སྐབས་ཀྱི་གཅིག་རེད་བ། ང་ཚོ་དོན་ཆེན་གྲུབ་པ་ལ་ངང་རིང་ཞིག་བྱེད་དགོས་ཀྱི་རེད་ང་ཚོ་ང་ཚོ་ག་རེ་བྱེད་ཀྱི་རེད། ང་ཚོ་བོད་ཀྱི་མི་རིགས་ཆོས་དང་རིག་གཞུང་སྲུང་སྐྱོབ་བྱེད་ཡག་གི་འགན་ཞིག་ཡོད་པ་ཡིན་དྲི་ལྟར་ནི་དེ་འབྲེལ་གྱི་ཐོག་ནས་ཨ་ནི་ཉིན་མོ་དེ་དྲན་གསོ་བྱེད་པ་དང་ཆབས་ཅིག་ཇི་སྲིད་ང་ལ་བོད་དོན་བདེན་མཐའ་མ་གསལ་བའི་བར་དུ་ང་ཚོ་བོད་མི་རིགས་ཀྱི་ངོ་བོ་འཚོ་གནས་ཐུབ་ཡག་ཅིག་དང་བོད་པའི་ཆོས་དང་རིག་གཞུང་མི་རིགས་དང་བཅས་པ་སྲུང་སྐྱོབ་བྱེད་ཐུབ་ཡག་གི་འགན་ཞིག་ཡོད་བསམ་པའི་ཐོག་ནས་ཨ་ནི་སོ་སོ་བོད་པ་ཅིག་ཡིན་དགོས་ཡག་གི་ཀུན་སློང་དེ་དོར་ཉན་གྱི་མ་རེད། དེ་འབྲེལ་གྱི་ཐོག་ནས་ཨ་འདི་ང་ཚོ་དྲན་གསོ་བྱེད་ཡག་གི་ཉིན་མོ་གལ་ཆེན་པོ་ཅིག་རེད། དེ་ཡིན་ད་ང་ཚོ་ཉིན་ལོ་འདི་ནས་བཟུང་སྟེ་ལོ་གཅིག་གི་ལས་འགན་དེ་ལ་དམ་བཅའ་བཞག་ཡག་གི་ཉིན་མོ་ཅིག་རེད་བསམ་དེ་འདྲ་ཅིག་དྲན་གྱི་ཡོད།

དོན་ཚན་དང་པོ་དེ་འདས་པའི་བོད་ཀྱི་རྒྱལ་རབས་ལོ་རྒྱུས་ཐོག་ལ་ཉམས་ཞིབ་གནང་དགོས་འདུག research གནང་དགོས་འདུག་ག་ཚོད་ཚོད་ཅིག་འདུག་གནས་སྟངས་ག་འདྲ་ཡོད་དེ་གཅིག་ཤེས་པ་བྱེད་དགོས་འདུག། གཉིས་པ་དེ་ད་ལྟའི་བོད་ནང་གི་གནས་སྟངས་ག་རེ་ཅིག་འདུག་དེ་ཤེས་པ་བྱེད་དགོས་འདུག་ང་ཚོ་བོད་ལ་བསྡད་ཡོད་མ་རེད་གསར་འགྱུར་བརྒྱུད་ལམ་གཅིག་པོ་ཞིག་ཐོག་ནས་འགྲོ་དགོས་ཀྱི་རེད་ཡིན་ནའང་དེ་ད་ལྟ་དངོས་ཡོད་གནས་ཚུལ་ཐོག་ནས་ང་ཚོ་བོད་དེ་ག་འདྲ་ཞིག་རེད་རྒྱ་མིས་བོད་བཟོས་ག་ལ་བོད་རང་སྐྱོང་ལྗོངས་གཅིག་པོ་མ་གཏོགས་བོད་པ་བརྩི་གི་ཡོད་མ་རེད། ང་ཚོ་བོད་ཆོལ་ཁ་གསུམ་བཟོས་ག་ལ་རྒྱ་ཁྱོན་ག་འདྲ་ཞིག་རེད་ད་ལྟའི་ཐད་ལ་བོད་ཀྱི་བོད་ཆོལ་ཁ་གསུམ་དེ་དུམ་བུ་ལྔ་ལ་བཏང་ཤོད་ར་དེ་ག་འདྲར་བྱེད་འདུག་དེ་ཚོའི་གནས་སྟངས་དེ་ཚོ་ཆ་ཚང་གཅིག་རྒྱུས་ལོན་ཡ་བྱེད་དེ་གལ་ཆེན་པོ་འདུག་དེ་འདྲའི་ཡིན་ཙང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ང་ཚོ་བོད་ཆོལ་ཁ་གསུམ་སྐྱིད་ན་སྐྱིད་མཉམ་སྡུག་ན་སྡུག་མཉམ་ཟེར་ཡས་ཀྱི་ཚིག་འདི་ཧ་ཅང་གི་རླབས་ཆེན་པོ་ཅིག་དང་ཁྱབ་ཆེན་པོ་ཅིག་བོད་མི་ཡོངས་རྫོགས་ཀྱི་སྐྱིད་སྡུག་མཉམ་འདྲེས་བྱེད་དགོས་ཡས་ཀྱི་ནུས་པ་ཅིག་ཡིན་ཙང་འདིའི་གནད་འགག་འདི་ཤེས་དགོས་ཡས་གལ་ཆེན་པོ་ཅིག་རེད། གལ་སྲིད་རང་བཙན་ཟེར་པ་ཡིན་ན་འདི་སྤྱི་ཡོངས་ཆེད་གཅིག་པོ་རེད་འདས་པའི་བོད་རང་བཙན་ཡོད་པའི་སྐབས་འདི་སྤྱི་ཡོངས་ཆེད་གཅིག་པོ་རེད། དེའི་འོག་ལས་མདོ་སྨད་ཡོངས་རྫོགས་ཡོད་མ་རེད་མདོ་སྟོད་སུམ་ཆ་གཉིས་ཡོད་མ་རེད། དེ་འདྲའི་གནས་ཚུལ་དེ་གིས་ང་ཚོ་གྲུབ་འབྲས་གཅིག་འཐོན་གྱི་ཡོད་ན་ཡང་ང་ཚོ་ཆོལ་ཁ་གསུམ་སྐྱིད་སྡུག་མཉམ་མྱོང་ཟེར་དུས་ཡོང་ཐུབ་ཡ་ཡོད་མ་རེད། དེའི་གནས་ཚུལ་དེ་མཁྱེན་པའི་ཐོག་ནས་ཨ་ནི་རྒྱལ་བ་རིན་པོ་ཆེ་གི་ལམ་སྟོན་དེ་ག་འདྲའི་ཆེད་དུ། དེ་དངོས་གནས་དྲང་གནས་ཀྱི་དེང་གི་ངོས་བཞིན་པ་ཞིག་གཅིག། གཉིས་པ་དེ། ང་ཚོ་བོད་ལ་ཟུར་དུ་བསྡད་དགོས་ཡ་ག་རེ་རེད། ང་ཚོ་བོད་ཆོལ་ཁ་གསུམ་མི་རིགས་ཀྱི་ངོ་བོ་འབུར་དུ་ཡོད་རེད། ཆོས་དང་རིག་གཞུང་ཁ་ཁ་ཡོད་རེད། གོམས་གཤིས་ལོགས་ཀ་ཡོད་རེད་སྐད་ཡིག་ལོགས་ཀ་ཡོད་རེད་དེ་སྲུང་སྐྱོབ་བྱེད་དེ་ང་ཚོའི་ལས་འགན་རེད་དེ་སྲུང་སྐྱོབ་བྱེད་ཡས་ཀྱི་ཐབས་ཤེས་དེ་ལ་ད་ལྟ་ང་ཚོ་ཛར་དྲག་གི་བསམ་བློ་ཅིག་མ་བཏང་བ་ཡིན་ན་ང་ཚོ་སྣང་བ་དྲག་ཅིག་ནས་བསྡད་པ་ཡིན་ན་རང་དབང་ལུང་པ་ལ་ཡོད་མཁན་ཚོ་ལ་སོ་སོ་སྣང་བ་དྲག་ནས་སོ་སོའི་སྐད་ཡིག་རིག་གཞུང་ཉམས་རྒུད་འགྲོ་གི་ཡོད་རེད་སྤྱི་དང་སྤྱི་ཚོགས་ཀྱི་ཁོར་ཡུག་ཐོག་ནས་དཀའ་ངལ་ཆེ་ཐེབས་ཡོད་རེད་བོད་ནང་ལ་རྒྱ་མིའི་བཙན་དབང་གི་འོག་ནས་སོ་སོའི་སྐད་ཡིག་རིག་གཞུང་ལ་བདག་པོ་བྱེད་དབང་ཆ་ཡོད་མ་རེད་དེ་འདྲའི་གི་གནས་ཚུལ་དེ་མུ་མཐུད་ནས་ཕྱིན་པ་ཡིན་ན་ང་ཚོ་ཛར་དྲག་གི་ཉེན་ཁ་ཆེན་པོ་ཞི་བོ་ཅིག་ཆགས་གི་ཡོད་རེད་ལྷག་པར་དུ་གཞོན་སྐྱེས་ཚོ་གི་མཁྱེན་དགོས་ཡ་རེད་ན། རྒྱ་མིས་ག་རེ་ཚོད་འཛིན་བྱེད་དགོས་ཟེར་ན་དབུ་མའི་ལམ་ལ་དགག་པ་བརྒྱབ་ཐུབ་ཀྱི་ཡོད་མ་རེད། ག་རེ་བྱེད་ཐུབ་ཀྱི་མ་རེད་ཟེར་ན། བྱེད་ཐུབ་ཀྱི་མེད་ཟེར་ན་ཁོ་རང་ཚོ་གི་བཅའ་ཁྲིམས་ནང་ལ་རྩ་ཁྲིམས་ནང་ལ་འཁོད་བསྡད་ཀྱོག་གི་ཡིག་ཆ་ཅིག་ལ་ཁོ་ཚོས་ཁས་ལེན་བྱེད་མི་ཐུབ་ཆགས། འདི་འགྲིག་གི་མ་རེད་བ། བྱེད་ཀྱི་ཡིན་ཟེར་ན་འདི་གཞིས་བྱེས་པོ་ཅིག་ཆགས་འདི། ད་ཁོ་ཚོས་ཚོད་འཛིན་ག་རེ་བྱེད་ཟེར་ན་དོན་ཚན་དང་པོ་དེ་བོད་ནང་ལ་རྒྱ་མི་མི་འབོར་སྤོ་ཤུགས་བྱས་ཏེ། བོད་ཡུལ་དེ་རྒྱ་ཡུལ་བརྒྱུད་ཡ་དེ་རེད་དེའི་དུས་ཚོད་གོ་དགོས་རེད་གཉིས་པ་དེ་རྒྱ་བ་རིན་པོ་ཆེའི་སྐུ་ཚེ་ལ་ཚད་འཛིན་བྱེད་དགོས་རེད་རྒྱ་བ་རིན་པོ་ཆེ་མ་ཞུགས་ཉིན་ག་དེ་ནས་ང་ཚོའི་སྒྲིག་འཛུགས་འཐོར་ཡ་ལ་ཚོད་འཛིན་བྱེད་རེད་དེའི་གོ་སྐབས་དེ་ལ་ད་ང་ཚོའི་དམ་འཛིན་ཧ་གོ་བ་བྱས་ནས་ང་ཚོའི་དབུ་མའི་ལམ་གྱི་ཐོག་ལ་ཛ་དྲག་གི་ནུས་པ་བཏོན་དགོས་ཡ་གཅིག་དང་བོད་རྒྱ་ཞི་མོལ་འོང་ཡའི་ཐོག་ལ་ནུས་པ་བྲིས་དགོས་ཡ་དེ་ཧ་ཅང་གལ་ཆེན་པོ་རེད་ཟེར་བ་དེ་ཞེས་ཡིན། དེ་འདྲ་བཙན་སི་ཐན་ལ་དེ་འདྲ་དེ་འདྲ་གོ་སྐབས་ཆུང་ང་ལ་གོ་སྐབས་ལ་དེ་འདྲ། གོ་སྐབས་འདི་དབུ་མའི་ལམ་ནས་ག་རེ་བསྐྲུན་གྱི་ཡོད་རེད་འོང་འདི་ཅིག་ད་ལྟ། རེད་རེད།
ད་ཅི་ད་ངས་ད་ལྟ་ངས་གོང་དུ་ཞུས་པ་ངའི་སྐད་ཆ་སྒོ་རྒྱ་ཁྱོད་ཆགས་འདིར་དབུ་མའི་ལམ་གྱི་གནས་ཚུལ་གྱི་ཐོག་ནས་གཞོན་སྐྱེས་ཚོ་གི་གོ་སྐབས་འདི་དབུ་མའི་ལམ་གྱི་གནས་ཚུལ་འདི་མཁྱེན་པ་ཅིག་ཁོ་རེད། གནས་ཚུལ་མཁྱེན་པ་ཡིན་ན་ང་ཚོ་དབུ་མའི་ལམ་མི་དམངས་ལས་འགུལ་ཁང་ལ་ཞུགས་ཡས་ཀྱི་ཆ་རྐྱེན་དེ་ག་པ་ཡིན་ན་ཡོད་ཡོད་ཅིག་རེད། དེ་དང་དབུ་མའི་ལམ་གྱི་ནང་ལ་ཞུགས་པ་ཡིན་ན་འཚེ་བ་མ་ཡིན་པའི་ལས་འགུལ་གང་ཡང་སྤེལ་ཆོག་གི་ཡོད་རེད་སྤེལ་ས་གི་སྡིངས་ཆ་ཡོད་རེད། ང་ཚོའི་ས་གནས་ས་ཐོག་ལ་དབུ་མའི་ལམ་གྱི་ཡན་ལག་བཙུགས་དང་བཙུགས་བཞིན་པ་ཡིན་དེ་འབྲེལ་གྱི་ཐོག་ནས་མི་མང་རེ་འགུལ་གྱི་ཐོག་ནས་དེ་མཉམ་ཞུགས་གནང་པ་ཡིན་ན་ང་ཚོའི་ལས་འགུལ་དེ་མུ་མཐུད་ནས་བྱེད་ཡག་གི་སྡིངས་ཆ་ཡོད་དེ་ཞུ་ཡག་ཡིན། ད་གཟོད་ཐུགས་རྗེ་གནང། ཨ་ནི། ཤེས་རབ་མཐའ་ཅན་ལ། དེ་འདྲ་ལྟ། སུམ་ཅུ་དུས་དྲན་ལ། ད་ག་ས་ང་ཚོ། ང་ཚོ་བོད་པ་ལ་ལྟ། དེ་འདྲ་ང་ཚོ་རྒྱ་གར་གྱི་བོད་མི་ཚོ་ལ། དྲན་གསོ་རོགས་གྱིས་ལྟ་དེ་འདྲ་བྱུང་དང་འབྱུང་བཞིན་པ་བོད་ནང་ལོ་ལ། དེ་འདྲའི་གནས་ཚུལ།

ད་འདི་ནི་ཁྱད་ཕན་མང་པོ་ཞིག་འགྲོ་འདོད་པོ་རེད་ཞུ་བ་ཡིན་ད་ཡིན་ད་ལྟ་འདི་གི་གནས་ཚུལ་ད་ལྟ་ཚན་གསལ་ལྡན་ལགས་གསུང་བ་ནང་བཞིན། བོད་ལ་བྱུང་བསྡད་པ་ཡིག་གི་གནས་ཚུལ་ག་རེད་འདུག་འདི་ཅིག་དུས་རྟག་ཏུ། ཨ་ནི་ཉི་མ་གཅིག་སུམ་ཅུ་དུས་དྲན་ཉིན་མོ་གཅིག་པུ་མ་ཡིན་པ་བཅས་དུས་རྟག་ཏུ་དོ་སྣང་གནང་དགོས་ཡ་ཞུ་གི་ཐོག་ནས། ཨ་ཅེ་དང་བོད་ནང་ནས་ཨ་ནི་གནས་ཚུལ། ཅིག།

རྐྱེན་གྱོང་མང་པོ་ཞིག་ཐེབས་འདུག་ང་གི་ཉམས་མྱོང་ཐོག་ནས་གད་མིག་གིས་བཤད་པ་ལ་གོ་བ་དེ་ནི་གད་མ་རེད་ཉམས་མྱོང་གི་ལས་འགུལ་ལས་ཀ་བྱེད་ཀྱི་བྱེད་ཀྱི་འགྲོ་འདུག་ཉམས་མྱོང་ག་རེ་བསགས་སུ་ཞུ་བ་ཡིན་ནམ། མང་པོ་ཅིག་ང་ཚོ་གི་ཞུ་གཏུག་བྱས་ཏེ་ས་ཡ། གྲོས་ཚོགས་འཐུས་མི་ཡིན་ན་རེད་གཞུང་གི་མི་ཡིན་པ་ཡིན་ན་རེད་གསར་འགོད་པ་ཡིན་པ་ཡིན་ན་རེད Civil Society གི་མེམ་པར་ཡིན་པ་ཡིན་ན་རེད་མང་པོ་ཅིག་ད་དེང་སང་གཞོན་སྐྱེས་ཆགས་འདེགས་འོག་རེད་ལོ་ཉི་བརྩེགས་ལྔ་ནས་བཞི་བཅུ་བར་དུ་གི་གཞོན་སྐྱེས་ཅིག་ཆགས་འདེགས་འོག་རེད་ཁོ་རང་ཚོའི་སྐབས། ཡང་འཚར་ལོངས་བྱས་དེའི་སྐབས་སུ་བོད་འདི་རྒྱ་ནག་གི་ཨ་འབྲུག་ལ་བཙན་དབང་ལ་མ་ཐེབས་ཚར་བ་རེད། དེ་ཡིན་དུས་སྐབས་སུ་ཨ་ནི་བོད་འདི་ཅིག་མི་རིགས་གྲངས་ཉུང་གི issue minority issue མ་གཏོགས་ལུང་པ་གཅིག་གིས་གཅིག་ལ་བཙན་དབང་བྱས་རྗེས་ལུང་པ་གཅིག་གིས་གཅིག་ལ་ཟ་ཤོད་ཀྱི་གནས་ཚུལ་འདི་ལ་ཁོ་རང་ཚོ་གི་གོ་རྟོགས་ཉུང་ཉུང་ཞེ་དྲག་རེད་ཤག་དེ་ཡིན་དུས་སྐབས་ཉེན་ཁ་ཅིག་ག་རེ་དུ་ཞུ་བ་ཡིན་ན་གལ་སྲིད་ང་ཚོའི་ངོས་ནས་ཨ་ནི། འཐབ་རྩོད་ག་རེ་ཡིན་པ་འདི་ལ་མ་བལྟས་པ་བྱས་རྗེས། བོད་འདི་ལོ་རྒྱུས་ཐོག་ནས་རང་བཙན་གཙང་མ་ཅིག་ཡིན་པ་འདི་གསལ་བོ་མ་ཞུ་བ་ཡིན་ན་ཉེན་ཁ་འདི་ག་རེ་འདུག་ཞུ་བ་ཡིན་ན། ད་ད་ལྟའི་དུས་ཚོད་ལ། Minority Issue མང་པོ་ཞུ་བཞིན་འགྲོ་འདུག་ག་ལ་འཛམ་གླིང་ག་བ་ཡི་ནི། འགྲོ་བ་མིའི་ཐོབ་ཐང་དཀའ་ངལ Human Rights Issue ག་བ་ཡི་ནི་ཡོད་རེད་ཁོ། རུང་བ་རང་བཙན་ཡོད་བ་ལོས་ཡིན་ནའི་རུང་དོན་རང་བཙན་མེད་བ་ལོས་ཡིན་ནའི་རེད།

ཁས་ལེན་མ་བྱས་ཀྱི་ཉེན་ཁ་སྒྲོག་ཆགས་ཀྱི་འདུག་དེ་ཡང་ད་ང་རང་གིས་ལས་ཀ་བྱེད་ཀྱི་ཆེས་ཉམས་མྱོང་ཐོག་ནས་ཞུ་བ་ཡིན། ད་དུ་ཞུ་གཏུག་གི་བྱེད་བདེ་འདུག་ག་ལ། འབྲེལ་བ་བྱེད་བདེ་ས་མང་པོ་ཅིག་གཞོན་སྐྱེས་ཆགས་བསྡད་དགོས་པ་རེད། ཁོ་རང་ཚོ་ལ་དེ་མ་གསུངས་པ་ཡིན་ན་ཨ་ནི་ལོ་རེ་བཞིན་དུ་ཨ་ནི་ཅིག་དེ་གནས་ཚུལ་དེ་བརླག་འགྲོ་ཡི་གི་ཉེན་ཁ་ཆེ་རུ་ཆེ་རུ་འགྲོ་གི་འདུག་གཞོན་ལ་ལ་ཐུགས་རྗེ།

བོད་ཀྱི་འཐབ་རྩོད་དེ་ནི་ལོ་རྒྱུས་ཐོག་ནས་རང་བདེ་རྩ་མ་ཡིན་པའི་ཤེས་དགོས་གལ་ཆེན་པོ་ཡིན་པ་དག་ན་ཞིག་བོད་པའི་གི་གནས་ཚུལ་འདི་ཡར་ཞུ་གཏུག་བྱེད་གཏུག་ག་ལ་ཁོ་ཡིག་ཡིག་ཐོག་ཐོག་ལ་པ་བ་ཡིན་ན་རེ་མི་ལ་ཡར་ཞུས་གི་ཡིན་ན་རེ་དེ་འདྲའི་སྐབས་སུ་ཨ་ནི་བོད་ཀྱི་གནས་ཚུལ་འདི་མི་རིགས་གྲངས་ཉུང་གི issue མ་ཡིན་པ do not refer to Tibet issue as a minority issue རེད་ཅེས་རང་སྤྱི་དང་ཚེ་ཁོ་རང་དང་དང issue ལ་ཡི་བེད་སྤྱོད་མ་བཏང་སྲིད་པ conflict ལ་ཡི་བེད་སྤྱོད་བཏང་སྲིད་ཅེས་ཁོ་རང་གི་གསུངས་པ་དང